ཚང་མ་ལ་བཀྲ་ཤིས་བདེ་ལེགས། ཨ་ནི། ད་ད་ལོ་ང་ཚོ། ཉིས་སྟོང་ཉིས་བསགས་རྗེས་ཀྱི་ང་ཚོ་སྤྱི་འཐུས་ཀྱི་འོས་བསྡུ་ཆེན་པོ་སླེལ་འགྲོ་ཡོད་རེད། ཨ་ནི་སྤྱི་ཟླ་དང་པོའི་ལྟ་རི་གསུམ་ལ་ཨ་ནི་འོས་བླུགས་ཡ་རེད། དེ་ཡིན་དུས་ད་ང་ཚོ། ད་རིང་ང་ཚོ་གི་ཅིག་ཁ་ལོག་རེད་སྤྱི་འཐུས་འོས་མི། ཡ། གསར་བ་ཞག་ཉིན་བཅོ་ལྔ་འདུག་ཨ་ནི་ཁོ་ཚོ་ཁོང་རྣམ་པ་ཚོ་ཚང་མ་ལ་ང་ཚོ་གིས interview བྱེད་ཡིན་ཨ་ནི་བྱེད་དགོས་ཡ་རྒྱུ་མཚན་གཙོ་བོ་དེ་ག་ལ་ན་མི་མང་དང་ཅིག་སྤྱི་འཐུས་རྣམ་པ་ཚོ། གྱི་ལ་བྲེལ་བ་ཅིག་ཡོང་ཡ་བྱེད་འདུག་ཨ་ནི་སྤྱི་འཐུས་ཡ་ཞག་ཉིན་སུ་སུ་རེད་ཞག་འདི་མི་མང་གིས་གོ་ཚོད་ཐུ་ཡ་བྱེད་དང་ཨ་ནི་སུ་སུ་གིས་འོས་འདི་སུ་སུ་གིས་བླུག་ཐུ་ཡ་བྱེད་སོ་སོ་གི་ཡོད་ཡོད་དེ་སོ་སོ་གི་ཅིག་ག་ལོག་རེད་ཐག་བཅད་ནས་བླུག་ཐུ་ཡ་ཅིག་མི་ལ་སྐད་ཆ་དྲིས་ནས་བླུག་གོ་མེད་ཀྱོ་ཅིག་སུ་རེད་བླུག་གོ་རེད་ཨ་ནི་ད་ག་ཅིག་འོས་བླུག་མེད་པ་ཅིག་ཨ་ནི་ཁོང་ཚོ Candidate ཚང་མ་གི་ཅིག་བསམ་ཚུལ་དེ་ཉན་ནས་སོ་སོ་གི་ཐག་བཅད་ཨ་ནི་སོ་སོ་སུ་བླུག་གོ་འདུག་དེ་ལྟ་ཡ་ཆེད་དུ་ང་ཚོ་གི་དེ་ལྟད་མོ་དེ་སུའི་ཡིན། ཨ་ནི་ཡང་ད་ན་ཚ་སྐྱེན་པའི་རྗེས་ནས་ཅིག། ཡ་མ་གྲོལ་དང་མི་མང་འཛོ་མའི་ཡིན་ན་རེད་སྤྱི་འཐུས་རྣམ་པ་ཚོ་ཡིན་ན་ཕར་གྲོལ་སྤྱི་འཐུས་ད་ལྟ་ས་བ་ཡ་ཞེ་ངའི་རྣམ་པ་ཚོ་ཡིན་ནའི་ཕར་གྲོལ་དང་ཨ་ནི། ཅིག་མི་མང་ཚོ་ཡིན་ནའི་འཛོ་མའི་དང་ཨིན་ཏེ་ཐོག་ནས་དཀའ་ངལ་ཆེན་པོ་འཕྲད་ཡོད་དུ་ད་ང་ཚོའི་གི། དམིགས་ཡུལ་ལ་ག་ལ་བ་རེད་སེ་ནི་ཅིག་སུ་ཡིན་སུ་འདྲ་ཅིག་ཡིན་ནའི་ང་ཚོ། སོ་སོ་སོ་གི་འོས་ཏེ་སོ་སོ་གི་ཐག་ཅན་བླུག་ཐོའི་ཆེད་དུ་ང་ཚོ་གི་དེ་ལྟད་མོ་དེ་སུའི་ཡིན། ཨ་ནི། ཨ་ནི་ད་རིང། ང་ཚོ་རྣམ་པ་ཚོས་ཀྱི་སྐད་ཆ་བཤད་རྒྱུ་འདི་ཅིག་ནམ་རྒྱུན་ཅིག་ད་ག་ཟེ་བཀའ་སློབ་ཉན་གྱི་ཡོད་འགྲོ་ཅིག་འབའ་ཞན་ང་ཚོ་རྒྱ་གར་སྐད་དུ་ལབ་ཡོད་འབའ་ཞན་འགྲོ་འབའ་ཞན་བཤད་ད་ག་ཟེ་ཉན་གྱི་ཡོད་འགྲོ་འདི་འདྲས་ཅིག་མན་པ་བྱས་ནས་ང་ཚོ་ད་ཁ་ལོ་ང་ཚོ་སྤྱི་འཐུས་གདམ་ཡ་རེད་དེ་ཡིན་དུ་མི་མང་ཚོ་ད་ང་ཚོ་ཚང་མ་ཇཱཇ་རེད་ད་རིང་ང་ཚོ་གྱི་གདམ་དགོས་རེད་ཨ་ནི་ང་རང་ཚོ་གྱི་གདམ་དགོས་ཡོད་དུ་ཨ་ནི་ང་ཚོ་ཚང་མ་ཇཱཇ་རེད་ཨ་ནི་ཇཱཇ་བྱས་ཡ་དེ་ད་རིང་ང་ཚོ་ཅིག་ཁ་ལོག་རེད། ཁོ་ཚོ་གི་སྐད་ཆ་བཤད་རྒྱོ་དེ་ང་ཚོ་གི་ཁ་ལོག་རེད། ཁག་གསུམ་འགྲོ་ཅིག་ལ་གང་བརྒྱ་ཆ་འགྲོ་ཅིག་སྤྲད་ནི་ཨ་ནི་དེ་གང་ལ་ཅིག་འབད་ཞེས་ཨ་ནི་སོ་སོ་གི་སོ་སོ་གི་བསམ་ཚུལ་ཁྱེར་ཡོང་ནས་སོ་སོ་གི་མི་སོ་སོ་གི་བརྒྱ་ཆ་སྤྲད་ར་བ་ཁོ་ཚོ་ལ་ག་ཚོད་རག་གི་འདུག་དེ་བསམ་སྟངས་བརྒྱ་ཆ། དང་པོ་དེ་ད་གོང་ས་མཆོག་དང་ཨ་ནི་བོད་མི་སྒྲིག་འཛུགས་གཉིས་ལ་ལྷག་བསམ་རྣམ་དག་གི་ཞབས་ཕྱི་ག་ཚོད་ཞུ་ཐུབ་ས་རེད་ས་གོང་ས་མཆོག་དང་བཙན་བྱོལ་བོད་མི་སྒྲིག་འཛུགས་གཉིས་ལ་ལྷག་བསམ་ལྷག་བསམ་རྣམ་དག་གི་ཞབས་ཕྱི་ག་ཚོད་ཅིག་ཞུ་ས་རེད་མི་དེ་གི་ཨ་ནི་དེ་ལ་བསམ་བློ་བཏང་ནས་ཨ་ནི་བརྒྱ་ཆ་བཅུ་ཨ་ནི་བརྒྱ་ཆ་བཅུ་ཅིག་སྤྱི་འཐུས་ཀྱི་འགན་འཁུར་ག་ཚོད་ཅིག་གནང་ཐུབ་ས་རེད་ཁོ་རང་གིས་དེ་ག་ལ་བསམ་བློ་ཞིག་བཏང་ནས་བརྒྱ་ཆ་བཅུ། ཨ་ནི། བྱང་ཨ་རིག་གི་མི་མང་ལ་ཕན་ཐོག་ག་ཚོད་ཅིག་བྱེད་ཐུབ་ས་རེད་ཁོ་རང་གིས་ཕན་ཐོག་ཡོད་པའི་ལས་འགུལ་ག་ཚོད་ཅིག་སྤེལ་ས་རེད་དེ་གང་ལ་བརྒྱ་ཆ་བཅུ། བརྒྱ་ཆ་སུམ་ཅུ། དེ་བརྒྱ་ཆ་སུམ་ཅུ་དེ་གང་ལ་ཨ་མི་མང་ཚོགས་གིས་སོ་སོག་གིས་བརྒྱ་ཆ་སྤྲད་དངོས་གནས་དགའ་མ་ག་ཐོག་ནས་མ་རེད་མི་དེ་གི་སྐད་ཆ་བཤད་སྟངས་དང་མི་དེ་གི་ད་ང་ཚོ་སྐད་ཆ་བཤད་སྟངས་ནི་ཧ་གོ་ཡོང་དགོས་རེད་མི་དེ་གི་བསམ་བློ་ཁེ་དང་ག་འདྲས་ཞིག་འདུག་ཨ་ནི་ཁོ་རང་གི་འཆར་གཞི་ག་འདྲས་ཞིག་འདུག་ཨ་ནི་དེ་ཚོ་ཅིག་དེ་ཚོ་ལ་མིག་བལྟ་ནས་ཨ་ནི་བརྒྱ་ཆ་སུམ་ཅུ་དེ་སྤྲད་ཨ་ནི་ང་ཚོ་ད་རིང་གི་ཁ་ལོག་རེ་འོས་འདི་ཨ་ནི་སོ་སོ་ངོས་ནས་སུ་བརྒྱ་ཆ་ཡག་ཤོས་ལེགས་ཀྱི་འདུག་འདི་ལ་ལྟ་ནི་ཨ་ནི་འོས་སྤྲད་ཐུབ་ན་ཡག་པོ་ཡོད་རེ་བསམ་གི་འདུག་ག་ལ་ན་ང་ཚོ་པིན་རྒྱ་འགྲོ་བོ་དང་ག་ཉི་མ་ག་ག་མ་ག་དང་ཨིན་དྲས་ཀྱང་རྒྱ་ལྟ་བསྡད་ན་ང་རང་ཚོ་གི་རྒྱལ་ཁབ་ལ་གནོད་སྐྱེལ་དགོ་རེད་ང་རང་ཚོ་གི་མི་རིགས་ལ་གནོད་སྐྱེལ་དགོ་རེད་ང་ཚོ་ཨ་མདའ་རང་བཙན་མེད་སོ་སོ་རྒྱལ་ཁབ་ཤོར་ནི་མིའི་ལུང་པ་ཅིག་ལ་བསྡད་བསྡད་ཡོད་རེད་ཨ་ནི་ང་ཚོ་ད་འདུག་ང་རང་ཚོ་ཅིག་པིན་རྒྱ་དང་ཨིན་རི་རྐྱང་རྐྱང་ལྟ་བསྡད་ན་ཡག་པོ་ཡོད་མ་རེད་ང་རང་ཚོ་ཡར་རྒྱས་འགྲོ་གི་མ་རེད་ཨ་ནི་ད་དེ་ཡིན་འདུག་ད་ད་རིང་ང་ཚོ་དུས་ཚོད་མང་པོ་བཀག་འོག་མེད་འོག་བྱས། ཨ་ནི་ང་ཚོ་ད་རིང་གི་སྐུ་མགྲོན་དེ་ཨ་ནི་བློ་བཟང་བསྟན་འཛིན་ལགས་ཡིན་ཨ་ནི་རྣམ་པ་ཚོ་ཡག་པོ་ཅིག་གསན་རོགས་གྱིས་ཨ་ནི་ཐག་ཡག་པོ་ཅིག་བཅད་རོགས་གྱིས་ལེ་ཡིན། ལ་སེ་སློབ་ཚང་ལ་ཨ་ནི་ཐུགས་ཆེ་གནང་ཨ་ནི་ད་རིང་ང་ཚོར་འདི་འདྲའི་ཅིག་གོ་སྐབས་གནང་བ་དེར་ཐུགས་ཆེ་ལ་ཨེ་ཡིན་ང་ཚོ་ཏིམ་ཚང་མ་ཚབ་ཞུ་ནས་ར་ཨ་ནི་སློབ་ཚང་ལ་ང་ཚོ་དྲི་བ་བཅོ་ལྔ་ཡོད་ཨ་ནི་དྲི་བ་དང་པོ་དེ་སློབ་ཚང་ལགས་ཀྱི་ངོ་སྤྲོད་སྙིང་བསྡུས་ཅིག་གནང་རོགས་གྱིས་ས། ལོས།
ད་རེས་འཛམ་གླིང་འདི་ལ་ཡང་ཏོག་དབྱིབས་ཀྱི་ན་ཚ་ཕོག་པའི་རྐྱེན་གྱིས་ས་གནས་འདི་ཚོ་ཚང་མ་ལ་ཡང་བོད་རིགས་སྤུན་ཟླ་རྣམ་པ་ཚོ་མཇལ་དུས་ཡོད་དེ། མཇལ་དུས་བྱུང་མ་སོང་ག་རེ་ཡིན་ཟེར་ན་ས་གནས་ཀྱི་ཁྲིམས་དང་དཔྱོད་ལྡན་གྱི་ཁྲིམས་འདི་ཚོ་ཁུག་དགོས་འདུག་བསམ་པ་གནད་ཟེར་མགོ་ཞིག་བཟོས་ཡོད་སེམས་ན་ད་རེས་འདི་ལ་ཡང་ལྷན་རྒྱས་རྣམ་པ་ཚོས་ཀྱི་སོ་སོའི་སྤྱིར་བཏང་གི་ནས་བོད་མི་ཡིན་པའི་ཆ་ནས་འགན་ཁུར་ཁེལ་ནས། ཁོ་ལ་ཐུགས་གོ་སྐབས་གནང་བ་དེ་ལ་ཡང་ངས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡི་ཡིན། ཨན་ད་རིང་དྲ་རྒྱས་ཀྱི་ཐོག་ནས་དང YouTube ནས་ཟིན་ངན་བོད་རིགས་སྤུན་ཟླ་རྣམ་མང་ཚང་མ་ལོ་ལ་ཡང་ངས་ཀྱི་ཁ་བརྡའི་སྤྱི་འཐུས་འོས་མི་བློ་བཟང་དེ་ཚང་མས་ཀྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡི་ཡིན། ཨན་ད་རིང་གི་གོ་ཐོས་དེ་ལ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་འཐུས་ཀྱི་འོས་མི་དེ་ལ་ཡང་གྲངས་འབོར་མང་པོ་བཅས་ལ་ངས་མང་པོ་ཞུ་དེ་ཚོ་དཔེ་མ་སྲིད་ཡག་པོ་རེད་བསམ་གྱི་འདུག་སུ་ལ་འོས་ཤོར་རག་བས་ན་མཁས་པ་ཆེས་མཐོང་གི་མི་འདུག་གར་སེམས

ཨ་འདིའི་རྗེས་ལ་ཡ་བཟའ་ཚང་ཕ་བུ་སོང་ལ་ཡ་གནས་སྤོས་བྱས་པའི་རྗེས་ལ་ཡ་ཨ་ནི་སོ་སོ་ཡིན་ནའི་ཡང་ཕ་རྡ་རམ་ས་ལ་ཡ་ཕ་བུ་ཆུང་བཅུ་ཡོད་དུས་ད་བར་གནས་སྤོས་ཅི་བྱས་ན་ས་ནི་གནས་སྤོས་བྱས་པ་ལ་བ་གའི་གཞུང་གི་ཞབས་ཕྱི་ཞུ་ས Hotel Tibet ལ་ཡ་དེ་ང་རང་གི་ལས་ཉམས་མྱོང་དང་དེ་བྱས་ས་དེ་ཕ་ཏག་ཏག་ཅིག་ཕུ་བོ་ཕུ་བོ་དེ Hotel Tibet ལ་ཡ་འགན་འཛིན་གྱི་ལས་རོགས་བྱེད་ནུས་ནི་བཙུགས་ས་ཞབས་ཕྱི་ཞུ་ཨ་འདིའི་རྗེས་ལ་ཡ་བུ་ང་བུ་ང་བྱ་དང། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཡང་ཨ་ནེ་གཅིག་གིས་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེའི་བཀའ་དྲིན་དང་ཨ་རིའི་གཞུང་དང་བོད་སྒྲིག་འཛུགས་ཀྱི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ནི་མི་སྟོང་ཕྲག་གཅིག་གི་ནང་ལ་མིང་དོན་ནི་ཨན་མཱེ་ཏི་སན་ལ་ཡར་འདུག་ཅེས་ནི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནི་ཨ་ནེ་གཅིག་གི་ཚེས་སུམ་ཅུ་སོ་གཅིག་ལ་ཡར་འདས་འདུག་བརྗོད་སོང། དེ་བརྗོད་པ་དང་ཨ་ནེ་མཱེ་ཏི་སན་གྱི་སྤྱི་མཐུན་ཚོགས་པ་དེ་གཅིག་སྙེ་མ་དང་པོ་ཡོད་མ་རེད་བཙུགས་པའི་གང་ལ་ཡང་བཙུགས་ངེས་གྲངས་ལ་ཡིན་བོད་པའི Wisconsin Tibetan Associations རེད་ཨ་ནེ་གཅིག་གིས་གཙོ་ལྔའི་གྲངས་ལ་ཡང་འདས་ལ་ཡང་ཞབས་སྤྱི། ཧ་ལམ་ལོ། སྤྱི་མཐུན་ཚོགས་པའི་ནང་ལ་ཡང་ལོ་གསུམ་དང་ཚོགས་གཙོ་ལོ་བཞི་གཟུགས་སུ་བྱས་པ་ཡིན། ཚོགས་གཙོ་བྱས་པའི་ཉི་མ་ལ་ཉིས་སྟོང་བདུན་དང་བརྒྱད་ལ་ཡང་ནི་སོ་ལོ་དེ་བྱང་ཨ་རི་ལ་ཡང་དེ་ནི་སྐྱབས་མགོན་རིན་པོ་ཆེ་ལ་ཡང་བརྟན་བཞུགས་ཐེངས་མ་དང་པོ་གཅིག་གཟུགས་སུ་ཕུལ་ཡོད་པ་རེད། ཕུལ་བའི་སྒང་དེ་ལ་ཡང་ས་གནས་ཀྱི་ཚོགས་གཙོ་དང་ནི་བྱང་ཨ་རིའི་བརྟན་བཞུགས་ཀྱི་ནི་ཚོགས་མི་རྣམས་ལ་ཡང་གཟུགས་སུ་ཡོད་དེ་ལ་ཡང་ནི་གྲ་སྒྲིག་ཞུ་བའི་སྒང་ས་གནས་ལ་བཞུགས་ནས་དང་རྒན་ཆེན་པོ་ཚང་མ་སོ་སོ་ལས་གྲ་སྒྲིག་པའི་བཞུགས་ས་དང། ཕེབས་ལམ་དང་གསོལ་ཁང་དང་ཚང་མ་ལུགས་སུ་གྲ་སྒྲིག་འཛུགས་བྱས་ནས་བཞུད་ཀྱི་ཡིན། ཕ་རྒན་དེ་ལ་བརྟན་བཞུགས་ཕེབས་མཁན་རྣམས་པ་ཚང་མ་སྤྲོ་བོ་ཆུང་བས་ཀྱི་ནི་ལུགས་སུ་གོ་ཐོས་བྱུང་ག་བོ་ཞེ་དྲག་བྱུང་བ་ཞིག་ཡིན། ཨ་འདིའི་རྗེས་ལ་ཡང་མི་མང་གིས་ཡང་བསྐྱར་འོས་འདེམས་བྱས་ནས་ཉིས་སྟོང་བཅུ་བདུན་དང་བཅོ་བརྒྱད་ལ་ཡང་ཚོགས་གཙོ་གི་ཡང་བསྐྱར་འོས་བླུགས་པའི་སྒང་དེ་ལ་ཡང་བསྐྱར་འོར་འམ་ཅིག་གི་བཀའ་གནང་བ་ན་བཞིན་ནི་ཆོས་ལུགས་གཞན་པས་ཀྱི་བླ་མ་ཁག་བདེན་པ་ཚོས་གདན་འདྲེན་ཞུ་བ་བྱེད་ཅེས།

མ་ཕེབས་གང་ལ་ཡང་བོད་པའི་དར་ཆ་དེ་ས་གནས་ཀྱི་ནི་ག་སོག་རེད་གྲུབ་མཐའི་གི་ལས་ཁུངས་ཀྱི་མདུན་ལ་ཡང་དར་ཆ་བསླང་ཡ་དེ་དེ་ནི་དེ་ལ་ཡང་ང་ཚོ་དཀའ་ལས་བརྒྱབ་ནས་འདི་ཡ་འབྲས་བུ་གྲུབ་འབྲས་ཐོན་སོང་ཞུ་ཡ་ཡིན་ཨ་ནི་ཉེ་ཆར་ལོ་གསུམ་གི་རྗེས་ལ་ཡང་ང་ཚོ་དེ་གྲོང་རྡལ་གི་ནང་ལ་ཡང་བོད་ཡིག་བོད་ཡིག་གི་སྐད་རིགས་དེ་ཨ་ནི་གྲངས་ཉུང་མི་རིགས་ཀྱི་སྐད་ཡིག་ལ་ཡང་འདུག་བྱས་ནས་འཛུལ་ཞུགས་ཐུབ་མེད་གི་ཨ་འདི་དེ་ཡ་འབྲས་བུ་ཐོན་སོང་ཞུ་ཡ་ཡིན་ཨ་སོ་སོ་ཆ་ལ་ཞབས་ཡིན་ན་ས་གནས་ཚོགས་གཙོ་བྱས་པའི་གང་ལ་ཡང་མི་ནད་པ་སྨན་ཁང་ལ་ཉེ་བ་སོགས་དང་ཨ་ནེ་དེ་ནས་ཡང་ཆེ་གེ་པཱ་སི་པོ་ཞུ་ཡས་དང་འདི་ཚོ་ཚང་མ་ལ་རོགས་པ་སོ་སོས་གང་ཐུབ་ཐུབ་བྱས་ནས་འདུག་ཟེར་ནས་ཞུ་ཡས་སྨན་ཁང་ནང་ལ་ནད་པ་ཉེ་བ་ཧ་གོ་བ་ཡིན་ན་སུ་གི་ལྟ་ག་འགྲོ་རྒྱུ་དང་མི་མང་ལ་རོགས་པ་ག་རེ་བྱས་དགོས་ཡོད་མེད་འདུག་བྱས་ནས་སྤྱི་བཏང་གི་ཚོགས་གཙོ་རེད་པས་ཚོགས་གཙོ་ཡིན་པས་ངས་སྤྱི་བའི་གི་ཞབས་ཕྱི་ཡིན་བསམ་པའི་གི་ཁ་ན་འདུག་བྱས་ནས་དྲན་གི་ཡོད། ལྷ་སའི་བློ་བཟང་ལགས། ཨང་བློ་བཟང་ལགས་དྲི་བ་གཉིས་བ་དེ་འདིར་བཞག། ཨང་བློ་བཟང་ལགས་སྤྱི་འཐུས་ལ་ལངས་དགོས་བའི་དམིགས་ཡུལ་དང་རྒྱུ་མཚན་གཙོ་བོ་དེ་ག་རེ་ཡིན་ན་ས། ཨང་སྤྱི་འཐུས་ལ་ཕྱི་ཟླ་ད་རེས་ཉིས་སྟོང་བཅུ་དྲུག་གི་རྩིས་བཏང་པ་ཡིན་ན་ཉིས་སྟོང་ཉི་ཤུ་རྩ་གཅིག་ལ་བརྒྱ་ཆ་གྱ་བཞི་ཕར་བཞག་སྤྱི་འཐུས་ལ་ངས་ང་འདི་དཔེ་མ་སྲིད་ཡག་པོ་རེད་བསམ་གི་མ་འདུག་རྒྱུ་མཚན་ག་རེ་རེད་ཟེར་བ་ཡིན་ན། སྤྱིར་ན་ང་ཚོའི་སྤྱི་ནོར་ཁང་ང་ཚོའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེང་སང་གི་དུས་ཚོད་དང་མཐུན་པའི་ལ་མི་མང་ལ་ལུགས་དམངས་གཙོ་གནང་ཡོད་རེད། དམངས་གཙོ་དེ་ལ་ཡིན་གནང་བའི་རྗེས་ལ་ཡང་ང་ཚོའི་འཛུལ་ཞུགས་དང་དམངས་གཙོ་དེ་ཡག་པོའི་ཐོག་ནས་བེད་སྤྱོད་བཏང་ཡོད་དེ་ང་ཚོས་གི་ལས་འགན་ཆགས་དགོས་རེད་བསམ་གི་འདུག་དེ་འཛུལ་ཞུགས་བྱས་ཏེ་དེ་ལྟར་མ་ཟེར་བའི་ཨ་ནི་རང་བཙན་ཡོད་པའི་རྒྱལ་ཁབ་དང།

གཉིས་པ་དེ་ལ་ཡ་ང་ས་གནས་ལ་ཆ་བཞག་ན་ས་གནས Medicine རེད Medicine དེ་ས་གནས་ཆུ་འཇུ་ཞར་རེད་ས་གནས་ཆུ་འཇུ་ཡིད་དུ་བརྩམས་པ་ང་ད་ལྟ་དེ་ས་གནས་ཆེ་ས་ལ་མེད་དུ་བརྩམས་པ་སོ་སོས་ཀྱི་ལས་ཀ་བྱས་པ་དང་དེ་ཚོ་ཁྱབ་ཐུ་ཡོད་དེ་ཁག་པོ་ཞར་རེད་བསམ་གི་འདུག་ས་གནས་ཆུ་འཇུ་མི་ཁ་ཤས་མ་གཏོགས་འགོ་ཚུགས་གི་མ་རེད་ཡིན་ན་ཡང་ང་ལ་ཞབས་ཕྱི་ཞུ་ཡའི་གོ་སྐབས་རག་གི་རེད་བས་ས་ན་སོ་སོས་སོ་དེ་བེད་དགོས་རེད་ཐོབ་མ་ཐོབ་ཚིག་ངས་གལ་ཆེ་ཤེས་གི་མེད་ང་ལ་ཞབས་ཕྱི་ཞུ་ཡའི་གོ་སྐབས་དེ་རག་མ་རག་ཚིག་གི་ཡོད་དེ་ལ་ངས་ཀྱི་ད་རིང་འདི་ཇེ་སྡུག་སེ་ལངས་པ་ཡིན་ན་ང་ཚོའི་འདི་ནང་ལ་ཡ་ན་གཞོན་མང་པོ་ཅིག་བོད་པའི་གི་རིག་གཞུང་དང་བོད་པའི་གི་དེ་གི་ཐོག་ལ་ཡང་ཆོས་དང་དེ་འདྲའི་ཐོག་ལ་ཡང་དོ་སྣང་བྱེད་མཁན་མང་པོ་ཡོད་རེད་གཞོན་ནུ་དེ་ཚོ་ཨེ་དེང་དུས་གི་སློབ་ཆུང་ཡིན་འདུག་ས་ཨེ་མ་འོངས་པ་ལ་ཡང་ཁོང་ཚོ་ལ་ཡང་ཅིག་བོད་པའི་ཐོག་ལ་ཡང་དུ་སྤྱི་འཐུས་དང་དེ་འདྲའི་གི་གཞུང་ཞབས་ཞུ་ཡ་ལ་ཡང་ཨ་ནི་དེ་འདྲའི་གི་ཅིག་ག་སོག་ར་ང་ཚོས་མ་སོ་ན་དེ་གི་སེམས་ཤུགས་ཅིག་སྤར་གི་རེད་བསམ་ཚུལ་དེ་ཡིན་དོན་དག་གཉིས་པ་དེ་གསུམ་པ་དེ་ག་རེད་ཟེར་ན་སྤྱི་བའི་ཞབས་ཅིག་ཞུ་དགོས་བྱུང་ན་རེད་ག་འདྲའི་ཅིག་ཆོས་སོ་སོ་ལུས་ངག་ཡིད་གསུམ་ཅིག་ཐང་པོ་ཅིག་དགོས་རེད་ཐང་པོ་ཅིག་མེད་པ་ཡིན་ན་སྤྱི་བའི་ཞབས་ཅིག་རྐུབ་བཀྱག་ར་བས་ན་ཞུ་ཐུག་གི་མ་རེད་སྨན་ཁང་ལ་བསྙད་དེ་ད་འདྲེ་གི་ཆ་ཟེར་ན་སོ་སོ་ལུས་ངག་ཡིད་གསུམ་ཟ་མ་ནི་ཐང་ཐ་ཆུའི་ལྕི་བའི་ཞབས་ཀྱིས་ཞུ་ན་ནི་ཞུ་ཆོག་ཆོག་ར་པོ་བྱེད་ཀྱི་ཡིན་བསམ་བྱས་དོན་དག་འདི་འདྲ
རེད། ལྷ་སའི་བློ་བཟང་ལ་ཐུགས་ཆེ་ན། དྲི་བ་གསུམ་པ་འདི་བློ་བཟང་ལ་འདིར་བྱ། སྤྱིར་བཏང་བྱང་ཨ་རིག་གི་སྤྱི་འཐུས་རྐུབ་བཀྱག་ད་ལྟ་ང་ཚོ་ས་མིག་གཉིས་ལས་ཡོད་མ་རེད་ས་ཡིན་ཡང་ད་ལྟའི་ཆར་སྤྱི་འཐུས་ཀྱི་འོས་མི།

ད་ལྟ་དཔེ་ཆ་ནང་ས་གནས་འགོ་བཙུགས་ས་དེ་སྔོན་པ་ཏི་ཀུ་ལུ་ནས་བླ་བྲ་ནས་འགོ་བཙུགས་འདུག་ད་བླ་བྲ་གི་ནང་ལ་ལས་ཀ་བྱེད་དགོས་གམ་ལ་ཡང་ངས་ལས་ཀ་ག་འདྲའི་བྱས་འདུག་དེ་ལ་དེབ་སྐད་ཆ་དྲིས་པའི་ཡེ་ནའི་ཁོ་ཚོས་འགོ་བཙུགས་རེད་དེའི་རྗེས་ལ་ཡང་ང་བོད་པའི་གི Hotel Tibet ནང་ལས་ཀ་བྱས་དེ་ལས་ཀ་བྱེད་མཁན་བྱེད་རོགས་དེ་ཚོ་ལ་ཡང་མི་མང་དེ་ཚོས Research བྱས་སྐད་ཆ་དྲིས་པའི་ནི་འདི་དགོས་དེའི་རྗེས་ལ Medicine ལི་དེ་ཚོས Medicine ལ་ཡང་དངོས་གནས་ཁོས་གི་ལས་ཀ་ག་རེ་བྱས་ཤག

བོད་པ་ཡིན་པ་དེ་དང་པོ་བྱས་ཆོལ་ཁ་ཆོས་ལུགས་དེ་ངས་གཉིས་པ་ཚིག་ཡོད། དེ་ཡིན་ཙང་སྤྱི་བའི་ཞབས་ཕྱི་དེ Madison ལ་ཞུ་བའི་ཁར་ལ་ཡང་ངས་ཆོལ་ཁ་ཆོས་ལུགས་ལྟ་སོང་ལ་མི་གཅིག་གི་ལབ་ཡས་མེད། ད་འདྲ་བ་དོ། དེ་ཡིན་ཙང་ང་ད་འདྲའི་གི་གནས་སྐབས་དེ་ལ་ཡང་ང་ཚོ་གར་འདྲེས་གོ་འདུག་ཟེར་ན། བོད་པ་ཚང་མ། མཉམ་པོ། དུས་དུས་ཡས་ཆི་གོ་འདུག་ཆིག་སྒྲིལ་བཟོ་ཡས་དེ།

ང་རང་ཚོ་གཅིག་སྒྲིལ་བྱས་ནས་འདིའི་ཐོག་ལ་ཡ་འདི་བྱས་པས་ན་དོན་དག་སོན་པ་ཅིག་ཡོང་གི་རེད་བསམ། དེ་ནས་ལྷག་བསམ། སྤྱི་བའི་ཞབས་ཕྱི་ག་དུས་ཞུ་འོས་ན་ང་གཉིས་མ་དེ་ཚོགས་གཙོ་བྱས་པ་ག་ལ་ང་ཁྱེད་རང་ཚོ་གི་དཔོན་པོ་མིན་ད་ང་ཁྱེད་རང་ཚོ་ཞབས་ཕྱི་ཞུ་མཁན་ཡིན་ད་བསམ་གི་ཡོད་སྤྱི་བའི་ཞབས་ཕྱི་ཞུ་མཁན་སུ་ཡིན་ན་སྲིད་སྐྱོང་ཡིན་ན་དྲ་སྤྱི་འཐུས་ལས་ག་རང་ལ་ཞུ་མཁན་ཁོ་ཚོ་རྐུབ་བཀྱག་ནང་ལས་གང་ལ་དེ་ནི་དཔོན་པོ་ཡིན་བསམ་རྒྱུ་མི་འདུག་མི་མང་གི་ཞབས་ཕྱི་ཞུ་མཁན་ཡིན་ཚེ་འདི་ལྟ་བ་དེ་ཀླད་པའི་ནང་ལ་སླེབས་པ་ཡིན་ན་ཞབས་ཕྱི་ཞུ་ཞུ་ཡས་ཀྱི་འདི་ཀླད་པའི་ནང་ལ་སླེབས་ཡས་ན་མི་མང་གི་ལས་ཀ་ཡག་པོ་བྱེད་ཐུབ་གི་རེད་བསམ། ཡིན་ན་ཡང་བྱང་ཨ་རི་ཕྱི། མི་མང་རྣམ་པ་ཚོས་ཀྱི་སྤྱི་འཐུས་ཀྱི་འོས་མི་འདི་བསླུ་བའི་གར་ལ་ཡང་ལུང་པ་དང་ཕྱོགས་ཞེན་དང་གྲོགས་པོ་དང་གྲོགས་གཉེན་བཙན་དང་སྒྲིག་འཛུགས་ལ་མ་ལྟ་བ་བྱས་ད་ལྟ་བར་དུ་ལས་ཀ་ག་རེ་བྱས་བཞག་དེ་ལ་ཡང་གཟིགས་ནས་མ་འོངས་པར་ཁོས་ཀྱི་འདི་བྱེད་ཀྱི་རེད་བསམ་པའི་ཚོད་དཔག་དེ་ནི་བདེ་ལ་ཡང་བསླུ་ན་རོ་ན་ཞོན་ཡིན་ཨ་ནི་གལ་སྲིད་ང་ལ་ཡང་མི་མང་གི་ཞབས་ཕྱི་ཞེས་གོ་སྐབས་སྤྲད་པ་ཡིན་ན་ཨ་ནི་ངའི་ཐོག་ལ་ཡང་ཁྱོད་ནས་རང་སེམས་ཁྲལ་བྱེད་མ་སོ་སོ་ཀྱི་རང་གི་དོན་དེ་བསླུས་ནས་སྤྱི་བའི་གི་དོན་ལ་ད་ལྟ་བར་དུ་བྱས་མིན་དང་དོག་བྱེད་རྩིས་ཡོད་ཞོན་ཡིན།
ལྷ་སའི་བློ་བཟང་ལ་ཐུགས་ཆེ་ན། ཨ་ནི་བློ་བཟང་ལགས་འདི next དྲི་བ་འདི་འདིར་བཞག་ད་ང་ཚོ་བཙན་བྱོལ་བོད་མི་སྒྲིག་འཛུགས་འདི་སྔོན་མ་ནི་མི་མང་གི་མང་མོས་ཐོག་ད་འོས་བསྡུ་མང་མོས་མང་མོས་ཐོག་ནས་བདམས་ནས་ད་ང་ཚོ་དབུ་མའི་ལམ་གྱི་ལྟ་གྲུབ་འདི་གང་ལ་འགྲོ་བསྡད་ཡོད་རེད་ད་ལྟ་ཆ་ལ་ཨ་ནི་ཡང་ད་ལྟ་ང་ཚོ་བཙན་བྱོལ་ད་ག་ལ་བ་རེད་སེམས་ཤུགས་ཐོག་ནས་ཡང་ང་ཚོ་རང་བཙན་ལ་ཡི་ཤུགས་རྒྱག་མཁན་མང་པོ་ཡོད་རེད། ཨ་ནི་ད་ལྟ་ད་ག་ལ་བ་རེད། དམངས་གཙོ་ཚད་ལྡན་གྱི་ག་ལ་འགྲོ་ན་ཡང་ང་ཚོ་གཞུང་ནང་ལས་རང་བཙན་ལྟ་གྲུབ་ཁྱིན་ནས་སོ་སོས་ལས་ཀ་བྱེད་ན་ཡི་ཕ་གི་ལ་བྱེད་མ་ཆོག་དེ་འདྲས་ཡི་གལ་མ་རེད། ད་དེ་ཡིན་དུ་བློ་བཟང་ལ་ཡི་བསམ་ཚུལ་ད་ད་འདྲ་དེ་འདྲས་ཡང་མི་མང་ནང་ལ་བསམ་ཚུལ་མང་པོ་ཅིག་ཡོང་འདུག་འདུག confuse ཆགས་གི་འདུག་བློ་བཟང་ལ་ཡི་བསམ་ཚུལ་ག་འདྲས་འགྲོ་བསམ་གི་འདུག་ད་ང་ཚོ་དེ་ལྟ་གྲུབ་གཉིས་དེ་གང་ལ་ལས་ཀ་བྱེད་དུས་ག་འདྲས་བྱེད་ནས་བྱེད་ན་ཡག་ས་རེད་བསམ་གི་འདུག་ག་འདྲས་བྱེད་ནས་འགྲོ་ན་ཡག་སར་བསམ་གི་འདུག་ག་ལ་ན་མི་མང་ཡང་ཁ་ཤས་ཀྱིས་འདི་བེད་ཅིག་འགྲིག་གི་མེད་བ་འདྲོག་ཅིག་རྣམ་པ་དེ་ངས་ཡང་དེ་འདྲ་འདུག་ད་འདི་ཡིན་དུ་ཡང་ག་འདྲས་འགྲོག་ཅིག་ཆགས་ཀྱི་ཡོད་ན་བསམ་གི་འདུག། དེ་དྲི་བ་དེ་ཡག་པོ་ཞེ་དྲག་འདུག། སྤྱིར་བཏང་རང་བཙན་གྱི་ལ་ཡ་རྩོད་མཁན་ཡིན་ན་གྲྭ་དབུ་མའི་ལམ་ལ་འགྲོ་མཁན་ཡིན་པ་གྲྭ་གཙོ་དམངས་གཙོ་བོ་དེ་ག་རེད་ཟེར་ན་བོད་ལ་ཡོད་པའི་བོད་མི་དེ་ཚོ་གི་རང་དབང་ལ་རྩོད་ཀྱི་ཡོད་རེད། རང་དབང་གི་འཐབ་རྩོད་ལ་རྩོད་ཀྱི་ཡོད་དུས་བསམ་པ་ང་རང་ཚོ་རང་བཙན་རྩོད་མཁན་དང་དམངས་གཙོ་རྩོད་མཁན་གཉིས་པ་ར་ལ་ཡ་དེ་གཅིག་གི་གར་སོ་བ་རེད་འཆམ་མ་འཆམ་གྱི་སྐད་ཆ་བཤད་མི་འདུག་ཕ་ཚོ་ཕ་ཚུ་ལ་གཅིག་བསྟེན་གཅིག་རོགས་བྱས་ན་རོགས་པ་བྱས་པོ་འདུག་དཔེ་ཆ་ཞིག་ལ་སོ་སོ་ལས་ཆ་བཞག་པས་ཡིན་ན་གལ་སྲིད་ཕྱི་དུས་འདུག་ཟེར་ནས་མི་མང་གིས་ང་ལ་ཞབས་ཕྱི་ཞུ་བའི་གོ་སྐབས་ཅིག་སྤྲད་པས་ཡིན་ན་ང་ཚོའི་གི་འདིའི་ཕ་གའི་ཕྱི་དུས་གི་ལང་མང་མང་ཚོགས་གི་ལང་ཕྱོགས་དེ་དབུ་མའི་ལམ་རེད་ངོས་དབུ་མའི་ལམ་མ་ལ་གུས་ཞབས་བྱས་བར་ཡིན་ན་རང་བཙན་ལྟ་བ་བསོད་མངལ་འདི་ཚོ་རྣམ་པ་ལ་ཡང་ཁོ་ཚོ་ལའི་གུས་ཞབས་ཡོད་ག་ཚོད་ཁོ་ཚོའི་གི་ལྟ་བ་རྩོད་ཡལ་དེ་བོད་ནང་ལ་ཡབ་ཡོད་པའི་བོད་མི་དེ་ཚོ་ར་བང་གི་ཆེད་དུ་ཡི་འཐབ་རྩོད་བྱེད་གི་ཡོད་རེད་མ་གཏོགས་སོ་སོའི་གེར་དེ་ཚོ་ལ་འཐབ་རྩོད་བྱེད་གི་ཡོད་མ་རེད་མ་དགའ་བ་དང་དེ་འདི་ཁྱོད་འདི་བྱས་པ་ཡིན་ན་འདི་འགྲིག་གི་ཡོད་མ་རེད་ང་རང་ཚོ་གི་དམིགས་ཡུལ་དེ། གཅོ་གཙོ་བོ་རྒྱ་གར་ནང་ལ་ཡོད་པའི་དང་ཨ་ནི་ཕྱི་རྒྱལ་ལ་ཡོད་པ་དེ་ཚོ་གི་དམིགས་ཡུལ་གཙོ་བོ་དེ་ག་རེད་ཟེར་ན་བོད་ནང་ལ་ཡོད་པའི་བོད་མི་དེ་ཚོ་གི་ར་བང་ཅིག་དེ་ཚོ་ལ། རང་དབང་གི་ཐབས་ཤེས་དེ་འདྲ་མི་འདྲ་ཡོད་རེད་དཔེ་ཆ་ཞག་པའི་ཡིན་ན་ང་ཚོས་ཀྱི་ས་གནས་ཅིག་གི་ཕོ་བྲང་དཀར་པོ་ལ་འགྲོ་བ་ཡིན་ན་གནམ་གྲུ་ནང་ལ་འགྲོ་ན་འགྲིག་རེད་མོ་ཏྲའི་ནང་ལ་འགྲོ་ན་འགྲིག་རེད་རལ་ལི་ནང་ལ་འགྲོ་ན་འགྲིག་གོ་དེ་ནས་མལ་ཏི་སི་ནས་ཡིན་ན་སླེབས་ས་དེ་ཕོ་བྲང་དཀར་པོ་ལ་སླེབས་བ་རེད་དེ་ཡིན་ན་གནམ་གྲུ་ནང་ལ་འགྲོ་མཁན་དེ་ཚོ་ཁྱོད་ཚོ་མོ་ཏྲའི་ནང་ལ་མ་འགྲོ་བར་གར་བྱེད་ག་ལ་འདི་ཚད་ཀྱ་ཡ་ཡོད་མ་རེད་དེ་ཡིན་ཙང་མི་མང་རྣམ་པ་ཚོ་སོ་སོས་ཀྱི་བསམ་བློ་དེ་བུ་སུ་དོ་བོ་མ་བྱས་བ་བྱས། རང་བཙན་རྩོད་མཁན་རྣམ་པ་ཚོ་དབུ་མའི་ལམ་སྟོན་ཚོ་ལ་བུ་སུད་དབུ་མ་ཆེ་བ་ཆེ་དབུ་མའི་ལམ་སྟོན་ཚོ་ལ་རང་བཙན་ལ་བུ་སུད་དབུ་མ་ཆེ་གཉིས་ཀ་གི་ཐོད་ནས་འདུག་སྲིད་ཡ་རྐྱང་པ་ནས་ཨན་གཅིག་སྒྲིལ་བྱས་ན་དོན་དག་སོན་པ་ཡོང་གི་རེད་བསམ་བསམ་བྱེད་བྱེད་དྲན་གི་འདུག་ལགས།
ལ་ཚེ་བློ་བཟང་ལགས་ཐུགས་ཆེ་གནང། ཨ་ནི། འདི་གི next དྲི་བ་དེ་འདིར་བཞག་བློ་བཟང་ལགས་ད་ལྟ་ང་ཚོ་ངེད་ཅག་ད་ལྟ New York ལ་བོད་པ་ཡིན་ལ་ནི་ད་ལྟ་རྒྱ་མི་གི་སོ་བ་དེ་འདྲ་འཇུས་ཡོད་རེད། ཨ་ནི། རྒྱ་གར་ལ་ཡི་ནི་འཇུས་བཞག་ཨ་ནི། ཁ་ལག་རེད། ད་ལྟ་ཉེ་ཆར་སཱ་མི་ར་ཁཱན་འགྲོ་བ་དང་ཧན་ཏའི་སྐྱབས་མགོན་རིན་པོ་ཆེ་ལ་འཚེ་མེད་ཞུ་མཁན་དེ་འདྲའི་ཡིན་ནའི་མང་ལོ་དྲུག་གོ་འདུག་ད་འདི་མ་ཚད་ཡང་ང་རང་ཚོ་གི་སྤྱི་ཚོགས་ནང་ལ་ཡིན་ནའི་སྐྱབས་མགོན་རིན་པོ་ཆེ་ལ་འཚེ་མེད་ཞུ་མཁན་མང་རུ་མང་རུ་དྲུག་གོ་འདུག་ད་འདི་ལ་བློ་བཟང་ལགས་ཀྱིས་ཟེར་ང་ཚོ་འཇང་ཨ་རིག་གི་སྤྱི་འཐུས་འཁོད་བ་ཡིན་ན་ཨ་ནི་འཆར་གཞི་ག་འདྲའི་གྲོགས་ཀྱི་གླེང་རྩིས་ཡོད། stand ག་འདྲའི་གྲོགས་ཀྱི་གླེང་རྩིས་ཡོད་ཡིན་ལ་དེ་གང་དང།
དང་པོ་དེ་ལ་ཡང་འདི་ང་ཚོས་ཀྱི་གསོ་བ་འདི་གསར་བ་ཞིག་མ་རེད། གསོ་བ་འདི་ཆིག་སྟོང་དགུ་བརྒྱ་བརྒྱ་ཞོ་དགུ་བཅུ་དེ་ནས་ཡོད་པ་ཞིག་ཡིན་པ་འདྲ་འདུག་གསོ་བ་འདི་ཡུལ་ངལ་དེ་ཕུད་ཀྱི་འདི་རྡ་རམ་ས་ལ་དང་གྷ་ལ་ད་དེང་སང་འདི་དངོས་གསོས་དེ་པོ་འདི་ཆགས་ཡིན་པའི་ག་ཡིན་དུ་ཙང་ང་ཚོ་ཚང་མ་ཧ་གོ་བ་དེ་ཆགས་རེད་ད་འདི་བློ་ཕམ་ཞིག་རག་རེད། འདི་ཨ་ནི་གཉིས་ལྡན་ནས་ད་འདའ་ཁ་ཆེའི་བུ་མོ་སམིར་ར་ཁཱན་ཟེར་འདི་གི་ཁོ་རང་གི་ཆོས་ལུགས་དང་ཆོས་དང་དེ་འདྲའི་སྐོར་དུ་འགྲོ་སྟངས་ཁྱོན་ནས་མ་ཤེས་པ་ཅིག་གིས་ཨ་ནི་དེ་འདྲའི་གའུ་རིན་པོ་ཆེ་ལ་ཡག་སྡུག་སེམས་མེད་ཞོར་ངས་ཀྱི་ཀྱི་ཀྱི་ནང་པའི་ཆོས་དང་པོ་སྙིང་རྗེ་བསམ་ཡས་དེས་དྲན་གྱི་འདུག་ད་ང་ཚོའི་ངོས་ནས་ག་རེ་བྱས་འོས་སམ་ད་ལྟ་གཞོན་པ་རྣམ་པ་ཚོ་ལ་གའུ་རིན་པོ་ཆེ་གིས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བོད་ཤོར་ནས་སོང་ཏེ་གཅིག་སྟོང་དགུ་བརྒྱ་ཉིས་སྟོང་དེའི་བར་དོ་ལ་ཡང་ད་ལྟ་བར་དུ་སྐུ་ལས་ག་ཚོད་བསྐྱོན་བཞག་འདིའི་ཀྱི་མཛད་འཕྲིན་འདི་དང་འགྲིག་གི་མཛད་རྣམ་ཅིག་ང་ཚོ་བྱང་ཨ་རིག་གི་ཞིང་ཉག་ཤོད་འདི་ཚོ་ཚང་མ་ལ་ཡང་ཅིག་སྟོན་ཐུབ་པ་ཡིན་ན་མ་དེ Debate བྱས་པ་ཡིན་ན་རེད་གློག་བརྙན་སྟོན་ཐུབ་པ་དེ་འདྲ་སྟོན་ཐུབ་པས་ན་ཨ་ནི་བོད་པ་གཞོན་པ་དེ་ཚོ་སྙིང་རྗེ་ཁོང་ཚོ་གི་སྐྱབས་མགོན་རིན་པོ་ཆེ་སྐུ་ལས་ག་ཚོད་ཡིན་པ་དེ་མཁྱེན་གི་རེད་བསམ་གི་འདུག་ད་ལྟ་བོད་པ་གོན་པ་དེ་ཚོ་གི་རྒྱ་བོ་རིན་པོ་ཆེ་གི་སྐུ་ལས་ག་ཚོད་ཁྱིན་པ་དེ་ཚང་མ་མཁྱེན་གོ་གཞོན་པ་དེ་ཚོ་སྙིང་རྗེ་མཁྱེན་གི་མེད་ཙང་ཨ་ནི་རྒྱ་བོ་རིན་པོ་ཆེ་ཡིན་ལ་ཡང་ཨ་ནི་འདུག་ཟེར་ནི་རྩིས་གཏོང་བྱས་དང་དུས་སུ་ཏེ་སི་ཐན་དང་མ་ཡུང་བེ་གི་དཀའ་ངལ་ཅིག་འཕྲད་དགོས་ལ་ཁོ་ཚོ་རྒྱ་གར་བ་ཅིག་སྐུ་ངལ་ག་ཚོད་ཁྱེར་བ་དེ་མཁྱེན་དགོས་ཡོད་མ་རེད་དེ་ང་ཚོའི་གི་རྒན་པ་དེ་ཚོ་དང་ཡ་ཡི་ག་ནུ་མ་གཞུང་གི་ང་ཚོའི་སྒྲིག་འཛུགས་དང་སྤྱི་འཐུས་རྣམ་པ་ཚོ་ཚོ་གི་ཧ་རུ་བུར་ཅི་ནུ་གཞོན་པ་དེ་ཚོ་ལ་ཕ་སྐྱག་མགོ་སྤྲུག་མི་ཆེ་གི་དེ་འདྲའི་སྐུ་ངལ་སྐྱོན་ཡོད་ར་ད་དང་པོ་རྒྱ་གར་ལ་སླེབས་ཚར་བའི་ཞུ་གི་ལ་ཐེངས། དམིགས་ཡུལ་དང་པོ་དེ་བོད་པའི་སླབ་གྲྭ་ཞིག་བཙུགས་བའི་ཆ་ཞིག་འཛིན་དགོས་རེད་སླབ་གྲྭ་དེ་སྤུ་གུ་དེ་ཚོ་སློབ་ཆུང་ཡག་པོ་བྱས་དང་མ་འོངས་པར་སོན་ཚར་དེ་རིགས་དཀའ་ལས་བསྐྱལ་ནས་གཞིས་ཆགས་དེ་ཚོ་ལ་མི་ཚ་བ་སྡིག་གིར་ཆེན་པོ་ཡོད་ན་སྐྱབས་མགོན་རིན་པོ་ཆེ་དང་ཡི་ཞིང་ཁ་མོས་སོགས་ལ་དུག་སེལ་ཐད་མི་མང་དེ་ཚོ་དཀའ་སྡུག་ཞུ་དེ་འདྲས་བྱུང་དེ་ཚོའི་བར་བཤད་པས་ན་ང་ཚོས་བོད་པ་དེ་ཚོ་དགྲ་ངོ་མ་རེད་བསམ་གྱི་འདུག་ག་ཚོད་བྱུང་ན་མ་བྱུང་ན་ཨ་ནི་ནང་པའི་གི་ག་སོང་བ་རེད་ཆོས་ལ་ཡ་ཡིད་ཆེས་ཡོད་དུས་བསམ་པ་ཨ་ནི་འདི་གི་ཨ་ནི་ཁྱད་པར་ཚོ་དེ་དང་གཞོན་པ་ཚོ་དེ་སང་ང་ཚོའི་གི་སྤྱི་ཚོགས་གི Social Media དེ་བེད་སྤྱོད་ཡག་པོ་བཏང་དུས་བསམ་པ་ཨ་ནི་འདི་ཁྱད་པར་ཡིན་ན་ཁོ་ཚོའི་གི་ད་ནི་ངོ་དེབ་དང།

ནི་ང་ཚོའི་ཕར་ཚུར་ལ་ཡང། ཕར་ཚུར་ལ་ཡང་སྐྱོན་མ་བལྟ་བར་བྱས། སྐྱོན་བལྟ་ན་ང་རང་ཚོ་ཕན་ཐོགས་ཆེ་ཡ་ཡོད་མ་རེད། སྐྱོན་བལྟ་བས་ཡིན་ན་ཕ་ཆོས་མི་དེ་སྡུག་རུ་འགྲོ་བས་མ་གཏོགས་ཕན་ཡག་རུ་འགྲོ་ཡ་ཡོད་མ་རེད། སྤྱི་ཚོགས་དྲང་བདེན་ནང་ལ་སྐྱོན་བལྟ་བས་ཡིན་ན། ཅིག Facebook དང་ངོ་དེབ་ནང་སྐྱོན་བལྟ་བས་ན་བྱེད་ངན་དེ་དངོས་གནས་མི་ཡིན་འདུག་མེད་འདུག་ཧ་གོ་མ་རུང་བ། དེ་ཚ་དེ་རྒྱ་མི་ལ་གོ་བས་དེ་བྱེད་དགོས་རེད་རྒྱ་མི་ལ་གོ་བས་དེ་ཚང་མ་མ་བྱས་ན་ཡག་པོ་ཡོད་རེད་བསམ་གོ་དོན་ལེགས་ཀི་དེ་ལ།

རྒྱ་མིའི་གིས་ཐུབ་ཚོད་བཏང་ཡོད་གི་ཁྱོད་འདོད་འདོད་རེད་ལ་ནི་མ་ང་ཐུབ་ཚོད་བཏང་གི་ཡོག་མ་རེད་ཁྱོད་མདོ་མེད་ར་ལ་ནི་མ་ང་ཐུབ་ཚོད་བཏང་གི་ཡོག་མ་རེད་ཁྱོད་དབུས་གཙང་རེད་ཨ་ཡའི་གི་རྐུབ་བཀྱག་ང་ལ་བཞག་གོ་འདི་ཞིག་གོ་མ་རེད་ཚང་མ་བོད་པ་ཡིན་ཚ་བས་ཤང་གི་ཐུབ་ཚོད་འདི་སེམས་པ་ལ་ཉག་གོ་རེད་བསམ་གི་འདུག་ང་ཚོས་བྱ་བོ་འདི་རི་ཕ་ཅོ་ལ་ཡ་བྱས་ང་རང་ཚོ་ནང་ཁུལ་དུ་ལ་ཡ་ཁ་བཏང་དེ་འདྲས་བྱས་ནི་འགྲིག་གི་ཡོག་མ་རེད་དེ་ཡིན་ཙང་ང་རང་ཚོ་ནང་ཁུལ་ལ་ཡ་འཆམ་པོ་བྱས་འཆམ་པོ་བྱས་པས་ན་སོ་སོའི་སྐྱིབ་ཕ་ཅོ་དེ་སྐྱིབ་པོ་ཞིག་གྲག་ཡོད་རེད་དཔེ་ཆ་བྱས་ན། ཕ་ཆོས་ཀྱི་ཁྱིམ་མཚེས་དེ་ལ་ཡང་འདོད་འདོད་བྱས་དེ་དབུས་གཙང་ཆུ་ཁོ་ར་གཉིས་གྱམ་དྲི་རྒྱབ་བསྡད་པ་ཡིན་ན་ཆོས་གས་གས་མཐོང་མི་འདུག་བ་སོ་སོའི་མ་སྐྱེས་པ་ཁྱིམ་མཚེས་མ་གྱུར་དེ་ཡིན་ཙང་ནང་དགོས་ལ་སྐད་ཆ་ག་རེ་བཤད་དུས་ཚོར་སྐད་ཆ་བཤད་པའི་སྐབས་འདི་ལ་ཕར་འཛུལ་སྐད་ཆ་བཤད་པ་དང་མི་ཚང་མ་ལ་ཡང་ཆ་སྙོམས་དང་མི་ཚང་མ་ལ་གུས་ཞབས་གཅིག་པ་གཅིག་རྐྱང་སྤྲད་ཐུབ་པ་ཡིན་ན་དེ་ཡག་པོ་ཡོད་རེད་བསམ། དེའི་ནང་ནས་དེང་སང་གི Social Media གི་ཐོག་ལ་ཡང། གནས་ཚུལ་འདྲ་མི་འདྲ་དེ་འདྲ་ཚོ་འདི་ཚོ་ཚང་མ་ལ་ཡིད་ཆེས་བྱས་ཡོད་མ་རེད། སོ་སོའི་གི་བརྟག་ཞིབ་བྱས། སོ་སོའི་གི་འདི་དངོས་གནས་བརྟག་ཞིབ་བྱས་ནས་མི་གཅིག་གི་དེ་འདྲས་ལབ་གི་ཡོད་པ་ཡིན་ན་སོ་སོའི་གི་བརྟག་ཞིབ་བྱས། བརྟག་ཞིབ་བྱས་ཚར་ཏེ་འདི་དངོས་གནས་རེད་དུ་ཚུལ་མ་རེད་དུ་གཞི་ནས་བྱས་ན་ང་ཚོ་ང་ཚོ་ང་ཚོ་ང་ཚོས་ང་ཚོ་ན Analyse བྱས། སོ་སོས Research བྱས Analyse བྱས་ཨེ་འདི་བྱས་ལ་གཞི་ནས་འདི་བྱས་བ་ཆོལ་ཁ་ཆོས་ལུགས་ཚིག་ངན་འདི་ང་ཚོ་གཉིས་པ་རེད།

དེ་ཡིན་དུས་བརྩམས་པ་ཆོས་ལུགས་འདུལ་མཛད་ཚང་མ་མཐུན་པོ་བྱེད། ཆོས་ཁ་འདུལ་མཛད་ཚང་མ་མཐུན་པོ་བྱེད་ན་རྒྱ་བ་རིན་པོ་ཆེའི་སྐུ་ཚེ་ཞབས་པད་བརྟན་གྱི་རེད་བོད་པའི་གི་དན་རྡོ་རྗེ་ཟེར་གྱི་རེད་དེ་ཡིན་འདི་བྱེད་འདི་བྱེད་ནི་ང་ཚོས་འདི་མ་བཟོ་ན། ད་གིས་ཞུས་པ་ནང་བཞིན། སྤྱི་ཚོགས་འདི་ལ་ཡང་ཚོགས་པ་མང་པོ་ཡོད་དུས་ཚོགས་པ་དེ་ཚོ་གི་ཆོས་ལུགས་ཚང་མས་གི་བླ་མ་དེ་ཚོ་དེ་འདྲི་ཞུས། ཆོས་ལུགས་ཚང་མས་གི་བླ་མ་དེ་ཚོ་དེ་ནང་ནས་བཀའ་སློབ་ཞུས། བགྲོས་གླེང་བྱས་དེ་བྱས་པས་ན་ནི་ཕན་ཐོག་དེ་ཆེས་མི་ངོ་ཡང་བསམ་གྱི་འདུག།

སྤྱིར་བཏང་ད་གི་ཚོགས་པ་གཞུང་འབྲེལ་མ་གྲོས་པའི་ཚོགས་པ་ང་ཚོ་ད་ལྟ་གཞོན་ནུ་ཚོགས་པ་ཡིན་ན་འདྲ་བུད་མེད་ཚོགས་པ་ཡིན་ན་འདྲ་ཨ་ནི་ཚོགས་པ་མང་པོ་ཅི་ཡོད་རེད། ཁྱེད་རང་གི་རྙོག་དྲ་དེ་ཚོ་ག་རེད་བྱུང་བ་ན་རྙོག་དྲ་ནང་མི་ནང་ལས་རྙོག་དྲ་ཡོང་གི་རེད། ཁྱོ་ག་དང་ཁྱི་མའི་བར་ར་རྙོག་དྲ་ཡོང་གི་རེད་སྤུ་གུ་དང་ཁྱེད་དཔའ་བའི་བར་ར་རྙོག་དྲ་ཡོང་གི་རེད་སྤུ་གུ་དང་ཨ་མའི་བར་ར་རྙོག་དྲ་ཡོང་དེའི་རྙོག་དྲ་དེ་ནང་ཁོ་རང་ལ་ཡང་གསང་ན་ཡག་པོ་རེད་ཕྱི་ལ་སྟོན་ཞེས་པ་ནི་ཕན་ཐོག་ག་གེ་ཡོད་མ་རེད། ཕྱི་ལ་སྟོན་ཞབས་ཨེ་ན་ཕ་ཆོས་ལ་གོ་ཡས་དེ་ཏག་ཏག་ཆགས་འགྲོ་གོ་རེད་རྒྱ་ནག་ལ་རི་ཕ་ཆོས་དེ་ལ་གོ་ཡས་དེ་ཏག་ཏག་ཆགས་གོ་རེད་དེང་སང་རྙོག་དྲ་དེ་ཡོང་གོ་རེད་རྙོག་དྲའི་ནང་ལ་ཡོངས་གྲ་དེ་ཡོང་དུས་བསམ་པ་རྙོག་དྲ་དེ་ནང་ཁུལ་ནས་སེལ་ཐུབ་ཡས་དེ་ཐབས་ཤེས་ཡུལ་གྲུ་བཙལ་པོ་བྱེད་གོ་རེད་དཔེ་བྱས་ན་ཁའི་ནང་གི་རྨ་ཡི་བྱེད་ཡོད་ན་ཁའི་ནང་ནས་དྲ་བ་བྱེད་གོ་རེད་མ་གཏོགས་རྨ་དེ་ཕྱི་ལོག་ཁྱབ་ཡོད་ན་ཁ་ཁོ་ཞི་དྲག་ཆགས་དེ་གོ་རེད་གསོལ་ཡས་ལ་དེ་ཡིན་དུས་ད་ཕ་ཚ་གལ་སྲིད་ང་ལ་ཡ་མི་མང་གི་སྤྱི་འཐུས་ཀྱི་དེ་འོས་ཤོག་བླུག་ང་ཞབས་ཕྱི་ཞེས་གོ་སྐབས་ཞིག་རག་པའི་ཡིན་ན། ངས་ཀྱི། ཁོ་རང་ནང་ཁུལ་ལ་ཡ་གི་གསང་ཐུབ་ཀྱི་ཡོད་མེད་བལྟས་གསང་མ་ཐུབ་ན་ང་དངོས་གནས་དེ་ཇུས་གཏོགས་བྱས་ཡིན། ང་བཀྲིས་བཀྲིས་བཟོས་ཀྱི་རྩ་བ་དེ་ངས་ཀྱི་བྱས་ཡིན་ག་ས་ག་རེ་བྱས་མི་འདུག་ག་ས་རྙོག་དྲ་ག་རེ་ཡིན་ན་གཉིས་ཀ་ལ་ནོར་འཁྲུལ་ཡོད་རེད། གཅིག་ལ་ནོར་འཁྲུལ་མ་རེད་གཉིས་ཀ་ལ་ནོར་འཁྲུལ་གཉིས་ཀ་ས་ནས་སྐད་ཆ་ཉན་གཅིག་གི་ས་ནས་ཉན་གཉིས་ཀ་ཉན་དེ་སྐད་ཆ་གཉིས་ཀ་ཉན་ཨ་ནི་ཁོ་རང་ཚོ་ག་བྱས་ན་དབུས་གཞི་ག་རེ་འདུག་འདི་གཞི་བཟུང་གི་ཨ་གཉིས་ཀ་ལ་འཆམ་པ་བཟོས་ཀྱི་ཐབས་ཤེས་བྱེད་ཀྱི་དཔེ་ཆ་བྱས་ན་ང་མི་གཅིག་ཡིན་པ་ཆ་བཞག་ནས་སྤྱི་འཐུས་ད་ཕ་བཞག་ང་རང་མི་གཅིག་ཡིན་པ་ཆ་བཞག་བཟའ་ཚང་གཉིས་འཁྲུག་གི་ཡོད་ན་ང་བཟའ་ཚང་དེའི་མཐུན་སྒྲིལ་བཟོས་ཡོད་ལ་ངས་དེ་བ་ལ་རོགས་པ་བྱེད་ཀྱི་ཡོད། རྒྱུ་མཚན་ག་རེ་ཟ་བཟའ་ཚང་གཉིས་མཐུན་པོ་བྱས་ན་ཆོས་ཕྱོགས་ཀྱི་ཐད་ན་ང་ལ་འགལ་བ་ཡོད་རེད་སྲིད་ཕྱོགས་ཀྱི་ཐད་ན་མི་གཉིས་མཐུན་པོ་བཟོ་རེ་སྤུ་གུ་ཡོད་པ་དེ་ཚོ་ལ་ལྟ་སྐྱོང་བྱོས་རེ་ཞེས་བཟའ་ང་བཟའ་ཚང་ཁ་ཁ་བྲལ་བས་ན་སྤུ་གུ་དེ་ཚོ་ལྟ་སྐྱོང་བྱས་ལ་ཁག་པོ་ག་འདྲ་བྱས་ཀྱི་འདུག་དེ་ཡིན་ཙང་ངས་འདི་བྱས་ཡིན་ཞུས་ཡིན།

དེ་ཡང་བྱ་ང་རིགས་ལ་ཡང་རྐུབ་བཀྱག་དང་པོ་གཅིག་མ་དེ་ཡོད་མ་རེད། དེའི་རྗེས་ལ་མི་འབོར་གྱི་རྐུབ་བཀྱག་གཉིས་བཟོས་པ་རེད། ཁོ་རྩ་ཁྲིམས་དེ་མིས་བཟོས་འདུག་བསམ་པ་རྩ་ཁྲིམས་མིས་འགྱུར་བ་བཏང་ཆོག་གི་རེད། ཡིན་ནའི་འགྱུར་བ་བཏང་པའི་གང་ལ་ཡང་སྤྱི་འཐུས་གཞན་པ་འདུག་ཚུལ་གྱི་རྒྱབ་སྐྱོར་དགོས་རེད། དེ་ཡིན་དུས་བསམ་པ་ལ་ང་ཚོ་དབྱིན་ཇི་སྐད་དང་མ་སོང་ནས་ནད་གོ་ཤེས་བཞིན་བྱས་བ་རེད། ནས་གོ་ཤེས་ཤིན་ཏུ་ཆེ་དུས་གྲངས་འབོར་མང་དུ་བཏང་ཟིན་ངས་འདི་གཟིགས་མེད་དེའི་ནང་ལ་ངས་མ་འོངས་པའི་གི་འཆར་གཞི་འདི་ནང་ལ་ངས་འདི་ཅི་ཞིག་བྲིས་བཞག་ཡོད་གི་གཟིགས་གོ་བས་ན། ད་ལྟ་རྒྱ་གར་ནང་ལ་ཡོད་པའི་ཕྱི་དུས་རྣམ་པ་ཚོ་གི་ཁ་ཤས་གི་བསམ་ཚུལ་ལ་ཡང། ཨ་རི་དང་ཕྱི་རྒྱལ་ཁག་ལ་ཡོད་པའི་ཕྱི་དུས་དུ་གྲངས་འབོར་མང་དུ་བཏང་ཡོད་གི་བསམ་ཚུལ་འདུག་བསམ་ཚུལ་ཡིད་དུ་འཛིན་པ་བསམ་ཚུལ་མཐུན་གི་ཡོད་རེད་ད། ང་ཚོའི་བོད་པའི་གི་མི་འབོར་བཅས་བས་ན་འབུམ་གཅིག་དང་སྟོང་ཕྲག་ལྔ་བཅུ་དྲུག་ཅུ་ཡོད་གཟིགས་བ་རེད་དེ་ནས་སྟོང་ཕྲག། དྲུག་ཅུ་ཅིག་ཕྱི་ལོག་ལ་ཡོད་པ་རེད་དེའི་ནང་ནས་ཨ་རིར་ལ་ཡང་ང་ཚོ་འདུག་སེ་འདུག་ཟིན་པ་སྟོང་ཕྲག་སུམ་ཅུ་སོ་ལྔ་ཟིན་མེད་ན་བསམ་དགོས་དོ་འདུག་དེ་ཡིན་དུས་བརྩམས་པ། རྒྱ་གར་ལ་ཡོད་པའི་ཆོལ་ཁ་གསུམ་གྱི་སྤྱི་འཐུས་གྲངས་འབོར་བཅུ་བཅུ་ཡོད་པའི་ཁར་དེ་ནས་གྲངས་འབོར་དེ་བརྒྱད་བརྒྱད་བཟོས། འདི་དྲུག་དེ་ཕྱི་རྒྱལ་ཁག་ཡུ་རོབ་དང་ཨ་རི་གཅིག་པུ་བཞུགས་མེད་ཡུ་རོབ་དང་ཨ་ནི Australia དང་འདི་ཚོ་ལ་གོ་ཤེས་བརྒྱབ་ང་ཚོ་ཨ་རི་ལ་ཡང་སྤྱི་འཐུས་ག་ཚོད་གོ་འདུག་བསམ་ན་ང་རང་གི་ང་རང་བསམ་ཚོད་ལ་ཆ་བཞག་པ་ཡིན་ན་སྤྱི་འཐུས་ད་ལྟ་གཉིས་གང་ལ་གཉིས་ཅིག་གོ་འདུག་བསམ་གོ་འདུག་ག་རེ་བསམ་ཆང་ཀན་ལ་ཀྲ་ནས་སྤྱི་འཐུས་གཅིག་བཅས་ཨ་རིའི་ནང་ཁུལ་ལ་ཡང་སྤྱི་འཐུས་གསུམ། དེ་བྱུང་བས་ན་ཨ་ནེ་མིའི་གི་སྐུ་ཚབ་ཙི་ཏག་ཏག་མཚོན་ཐུབ་པོ་རེད། དེ་ཡི་གེ་སྲིད་ཡང་མི་མང་གི་ང་ལ་ཡ། ཅིག་སྤྱི་འཐུས་འོས་ཤོག་ལོའི་གོ་སྐབས་ཅིག་ཞབས་ཕྱི་ཞུ་ཡ་སྤྲད་པ་ཡིན་ན་ང་ཕ་གའི་རྒྱ་གར་ནང་ལ་བློ་མཐུན་པ་འདི་ཚོ་དང་འདི་ཚོ་མཉམ་པོ་བཀའ་མོལ་ཞུས་ཨ་ནེ་ང་ཚོ་བྲོས་བྱོལ་བཞག་ཆོག་གི་རེད་བསམ་གི་འདུག་ག་ཚེ་སྤྱི་འཐུས་ནང་ལ་ག་རེ་ཡིན་ན་གསུམ་ཆ་གཅིག་གི་འོས་བསྡུ་གོ་ཐོས་བསམ་པ་བློ་མཐུན་པ་དེ་དང་པོ་ཚོད་ཐོས་ཡ་དེ་གལ་ཆེན་པོ་ཞུ་རེ་འདུག་བློ་མཐུན་པ་སུ་སུ་སུ་རེད་འདུག་འདི་ནང་ནས་ཚོད་ཨ་ནི་བྲོས་བྱོལ་དུ་བཞད་དེ་བྱས་པས་ན་ཁོ་ཚོས་ཀྱི་སྤྱི་འཐུས་ཀྱི་གྲངས་འབོར་མང་བཏང་ཟིག་གི་འོ་མ་རེད་བཞི་བཅུ་ཞེ་དྲུག་དེ་ནས་མང་རུ་བཏང་ཟིག་གི་འོ་མ་རེད་ཡིན་ནས་རྒྱ་གར་ནས་ཕྱི་རྒྱལ་ལ་ཡ་མི་འབོར་མང་རུ་འགྲོ་དུས་ཙམ་པ་ཨ་ནི་མི་འབོར་དེ་ཚུ་ཐེ་ན་སི་བྱེད་དེ་གོ་ཆོ་ག་རེ་བྱེད་ན་ག་འདྲེ་འདུག་ཟེར་ན་ཨ་ནི་ཕ་གས་ནས་ནས་ངས་ཀྱི། མས་ལག་ཏུ་ཁ་འོ་མ་རེད་བསམ་གི་འདུག་འདི་བྱས་པ་ཅི་ང་རང་ཆ་ཤེས་ཅི་ཡོད་ལ།

དེར་ཨ་རིའི་ལས་འཆར་ཞབས་ཨེ་ན་ཅིག་གི་སྐད་འཕྲིན་སྦྲེལ་དུ་ལག་འབྲུ་རྩུབ་མོ་འགྲོ་སོང་ག་ཚོད་བཏང་གི་འདུག་ལ། མང་པོ་ཞིག་བཏང་གི་འདུག་ཨ་ལ། ད་ཕ་སྐད་ཕྱིན་པ་ན་གཞི་ནས་ངས་སུ་སུ་ལས། ད་ད་ང་ཚོའི་བོད་ཀྱི་ང་ཚོའི་གི་བོད་པའི་གི་རང་བཙན་མེད་པའི་གི་རྒྱལ་ཁབ་གི་སྤྱི་འཐུས་ནང་ལ་ཡ་དམིགས་ཡུལ་ག་རེ་དང་ཞབས་ཕྱི་ཞུ་ངེས་ཡིན་བསམ་པ་བྱེད་བ་ད་ང་རང་འདི་ང་རང་གི་ཚོད་ནས་ཡིན་གཞན་པའི་སྤྱི་འཐུས་ལ་ངས་ད་དུ་བསམ་ཚུལ་ག་རེ་ཡིན་ན་ང་རང་ཚོ་ང་རང་ཞབས་ཕྱི་ཞུ་གི་ཡིན་བསམ་པའི་རེ་བ་བྱེད་ཀྱི་ཡོད། དེ་དངུལ་བཟོ་ཡས་དང་དེ་འདྲས་ཀྱི་ཁྱོད་ནས་རང་མེད་ད་ཞབས་ཕྱི་ཞུ་ཡས་དེ་རང་ཡིན་བསམ་དེ་ལྟར་ད་ཞབས་ཕྱི་ཞུ་ཡས་རང་བསམ་བློ་བཏང་ནས་ཕ་ག་ལས་ཕྱི་ནས་སོ་སོས་འགྲོ་སོང་གཏང་དགོས་ཐུག་གི་རེད་དེ་ཡིན་ན་དུས་ཚོད་བཏང་དགོས་ཐུག་གི་རེད་དེ་བཏང་གི་ཡིན་ད་ལྟས་ཀྱི་གནས་སྐབས་དེ་ལ་ང་རང་གི་གཟུགས་པོ་དང། འདི་རྒྱ་བོ་རིན་པོ་ཆེ་བཞུགས་པའི་སྐབས་འདི་ལ་ང་རང་གི་བོད་མི་མང་དང་དེ་ཚོ་ལ་ག་ཚོད་ཕན་ཐུག་པའི་ནང་ཕན་ཐོག་ཡོང་གི་རེད་བསམ་གི་འདུག་ད་ཡིན་ཟེར་བས་ན་ད་ད་ལྟས་ཀྱི་དཔེ་མཚོན་གྱི་ཞུ་བས་ཡིན་ན། མཱན་གོ་ཏི་ལ་ཡ་བྱང་ཆུབ་ལམ་རིང་ལུགས་སྣང་མེད་པ་ལ་ཡ་ཞོ་གུ་ད་ལ་ཡ་སྐྱབས་འགུར་རྔུལ་ཆེ་བཀའ་སློབ་ཕྱི་ནང་སུ་ད་ལོ་དུས་འདི་དངོས་རེད་བཀའ་སློབ་དེ་ག་རེ་གནང་སུ་ཟ་ན་དེ་སང་ཨ་ནི་ང་ཚོ་དེ་ཚོ་དགོས་དང་ལྟོ་གོས་ཡག་རུ་ཞིའུ་ཆིན་ཤ་ཞེ་ཅང་འདོན་མ་ཚོ་ཡིན་ན་ཡང་དེ་ནང་ལ་ཡ་འཕ་རུ་འཕ་རུ་ད་ལ་ཡ་ཨ་ནི་མི་ཚང་སྐྱོ་བོ་ཁ་ཤས་སྤུ་གུ་མང་པོ་སྐྱོ་བོ་འདུག་འདི་ཚོ་ལ་ཡ་ནི་ལྟ་སྐྱོང་བྱེད་ཐུབ་ན་ཡག་པོ་འདུག་བསླབ་གྲ་སྒྲོལ་ཡ་ལ་འདིས་ཨམ་ཅོག་དང་གོ་བ་དང་ང་ར་དེ་ལ་ཡ་ནི Medicine ནང་ལ་ཡ་སོ་སོ་རང་གི་དང་དོར་མི་ཚང་མོ་མི་ངོ་ཤེས་པ་མང་པོ་བྱེད་ན་བཀའ་འདྲི་ཞུས་དེ་འདྲ་བྱེད་དུ་བརྩམས་པ་ཨ་ནི་ངས་ཀྱི་དེ་ནས་ཨ་ནི་དེ་ནང་མི་དང་དེ་ཚོ་ཚང་མ་རུག་རུག་བྱས་ནས་དེ་ང་ཚོ་གི Scholarship ཀྱི་རོགས་པ་བྱས་ཀྱི་འགོ་བཙུགས་པ་ཡིན། ད་ལོ་དྲུག་ཆགས་སོང། ལོ་དྲུག་ཀྱི Scholarship དེ་ད་ལྟ་ཤེས་རིག་ལས་ཁུངས་བརྒྱུད་ནས་ང་ཚོ་གཏུགས་བྱེད་ཀྱི་ཡོད་ང་ར་གད་ཀྱི་གཏུགས་བྱེད་འདམ་གྱི་མེད་གར་ཚང་ཡ་རྙོག་དྲ་མང་པོ་རེད་ཤེས་རིག་ནས་སྤུ་གུ་ཕ་མ་སྐྱོ་པོ་འབྲུག་འབྲས་ལྗོངས་བོད་ནས་ས་ཕྱོགས་ལ་ཕ་མ་སྐྱེ་བོ་སློབ་སྦྱོང་བྱེད་འདོད་ཡོད་པ་དེ་འདྲས་ཡིན་ན་ང་ཚོ་གི Scholarship ཕུལ་གྱི་ཡིན་ཤེས་རིག་ལ་དངུལ་བཏང་ཤེས་རིག་ལ་ཡིན་གདམ་གནང་དགོས་ད་ལྟ་བར་དུ་སྤུ་བོ་ང་ཚོ་གི་དྲུག་ལ་ད་ལྟ་བྱེད་བཞིན་པ་ཡིན་གསུམ་ཐོན་ཚར་བ་རེད་ད་ལྟ་བར་དུ་ལ་ཡ་ཆ་ཞབས་ན་ཆིག་སྟོང་ཉིས་སྟོང་བཅོ་ལྔ་ནས་འགོ་བཙུགས་ནས་ད་ལྟ་བར་དུ་ལ་ཡ་རྒྱ་གར་གོང་མོ་ད་ཐུ་བོའི་སོ་ཡོད་ན་མ་གི་སི་འབུམ་བཅུ་དྲུག་ལྷག་སི་ཇི་ཕུལ་བཞག་བོད་འདི་ལ

ཁྲིམས་བཟོ་མཁན་དེ་དང་ཁྲིམས་ཀྱི་སྟེང་དུ་ལག་ལེན་ཏག་ཏག་བྱེད་ཀྱི་འདུག་ཅེས་མུ་མཐུད་ཞུ་དག་བཏང། དེ་ཡིན་དུས་རྩམ་པ་ཁྲིམས་བཟོ་བའི་ཁང་ལ། བོད་ཕྱི་སྐྱོང་ལ་ཡང་ཕན་པ་དང་ལོ་གཅིག་གཉིས་ཀྱི་མ་ཡིན་པར་ལོ་ལྔ་བཅུ་ནང་ལ་ཡང་ག་འདྲས་ཡོང་ས་རེད་འདི་བསམ་བློ་བཏང་ནས་ཁྲིམས་བཟོ་འོག་རེད་བསམ་གྱི་འདུག་འདི་ཁྲིམས་བཟོ་ཡ་དེ་གཙོ་བོ་དེ་རེད། དེ་ཡིན་ན་ཞུ་དག་བཏང་པའི་ཁང་ལ་བཀའ་བློན་རྣམ་པ་སོགས་སྒེར་གྱི་སྐྱོན་བརྗོད་དང་འདི་ཁྱོད་ནས་བྱས་ན་ཡག་པོ་ཁྱོན་ནས་མི་འདུག། འདི་ཡག་པོ་མི་འདུག་གར་སྒེར་གྱི། ལས། ལས་ཁུངས་ནང་གི་ལས་ཀ་དེ་ཁྱོད་རང་འདི་འདྲས་བྱས་མི་འདུག་ག། ལས་དོན་དེ་གིས་མི་མང་དེ་ག་ལ་གནོད་སྐྱོན་བྱུང་འདུག་ད། འདི་ལབ་ན་མ་གཏོགས་སྒེར་ལ་སྐྱོན་བརྗོད་ཁྱོད་ནས་བྱེད་མི་འདུག་དེང་སང་སྒེར་ལ་སྐྱོན་བརྗོད་བྱས་ཏེ་ཛམ་བྷ་ཤ། ཁྲིམས་བཟོ་བའི་དེ་ལྟ་བུ། ཁྲིམས། ཞུ་དག་བཏང་ཡ་དང་ཁྲིམས་བཟོ་བའི་དེ། ལས་འགན་དེ་གཙོ་བོ་རེད་བསམ་བ་དེ་ཤེས་དུས་ཀྱི་བླང།
ལ་སེ་སློབ་སངས་ལ།

ང་ལ་ཡང་འདི Magic Wand འདི་སྤྲད་པ་ཡིན་ན། སྤུ་གུ་གཞོན་གཞོན་ཚང་མ Drug ལ་འདི་ཚོ་མཐོང་ཡ་མེད་པ་བཟོས་ཡིན། སྤུ་གུ་ཚང་མ་ལ་ལས་ཀ་བྱེད་ཐུབ་ཡ་ཆེ། སྤུ་གུ་ཚང་མ་ལས་ཀ་ཡོད་རྒྱུ་ཆེ། ལས་ཀ་ཡོད་པ་ཡིན་ན་རང་ཤུགས་ཀྱི་ཕན་དགོས་རེད་སོ་སོ་ནང་མི་ལ་ཕན་ཐོགས་ཀྱི་རེད་གཞུང་ལ་ཕན་ཐོགས་ཀྱི་རེད་རྒྱ་གར་མི་རྗེ་བཀག་ལ་རྩིས་འགྲུག་རེད།

དེའི་ལས་དྲིན་པ་ད་ལྟ་ཨ་རིའི་ལས་ཀྱི་དེ་ང་ཚོའི་མ་སོན་ན་དཔེ་མཚོན་འདྲ་བོ་དེ་ཨ་རི་དང་ཡུ་རུབ་ཀྱི་ཕྱི་དུས་ལག་གདང་དེ་དཔེ་མཚོན་འདྲ་བོ་དེ་གལ་སྲིད་དེ་ཕྱི་དུས་མང་རུ་མང་རུ་ཕྱིན་པ་ཡིན་པ་ཡིན་ན་སྙན་མང་ཡིན་ན་ང་ཚོ་དེ་རྒྱ་གར་ནང་ལ་ཡང་ཕྱི་དུས་ལག་ངན་འདི་ཚོ་བགྲོད་ལན་གནང་གི་ཡོག་མ་རེད། ཨ་རི་ནང་ནས་བགྲོད་ལན་གནང་ཡས་འགོ་ཚུགས་ནི་རྒྱ་གར་ནང་ལ་བགྲོད་ལན་འདུག་བྱུང་པ་རེད། ཨ་རིའི་ནང་ནས་སྤྱི་འཐུས་ལམ་སྟོན་ཙམ་པ་ཁྱབ་བསྒྲགས་དང་དེ་འདྲ་བྱེད་ནས་དེ་སང་ད་རྒྱ་གར་ནང་ནས་སྤྱི་འཐུས་སྤུ་གུ་གཞོན་པ་ཞིག་བྱོས་བྱོས་ག་འདྲའི་ལ་ཡིན་ལབ་འདུག་ད་ཟིག་ད་པད་པདྨ་སི་ལ་དིག་དེ་ག་ལས་ག་ལས་བྱེད་ནས་དེ་བོ་ན་ཧོབ་ཀ་ལ་ཡ་འདུག་བྱེད་ནས་གནང་ནོ་གནང་པ་ཡིན་ན་ང་ཚོས་ཀྱི་སྐྱབས་མགོན་རིན་པོ་ཆེ་ཀྱི་སྐུ་སྔས་མ་ཆོས་པ་ཆོས་ལུགས་ཚང་མ་མཐུན་འཕྲུལ་བྱས་ཏེ་ཕ་ཆེན་དེ་ལ་ཡ་གནོད་སྐྱོན་ཆེན་པོ་ཐེབས་ཀྱི་རེད་བསམ་གྱི་འདུག་ཡིན་ན་ག་ལས་ག་ལས་ཁོ་གཅིག་གི་འདི་བསམ་ཚུལ་དང་དཔའ་བས་ཀྱི་འགྱུར་བ་ཞིག་ཐེབས་འགྲོ་གི་རེད་བསམ་གྱི་འདུག་ངས་འདི་དྲན་ཡིན་ལབ།

གཙོ་བོ་དེ་ག་རེད་ཅེས་ཟེར་ན་གཙོ་བོ་ང་བྱང་ཨ་རིག་གི་མི་མང་གི་ནས་ནས་ཡིན་དུས་བཙན་པ་བྱང་ཨ་རིག་གི་ཕྱི་དུས་མི་མང་གི་ལྟ་རྟོག་གིས་འདི་བྱེད་དགོས་དེ་གལ་ཆེ་དང་པོ་དེར་ལ་ཡ་ཕྱི་དུས་མང་རུ་བཏང་ཡ་གི་འདི་འདི་རྒྱབ་སྐྱོར་དང་འདི་འདྲས་ཅིག་བྱས་ཡིན་ཞོ་ཡིན་ཕྱི་དུས་གྲངས་ཀ་མང་རུ་ཡིན་དུས་བཙན་པ་ཕྱི་དུས་མང་རུ་ཡིན་དུས་བཙན་པ་ཕྱི་དུས་མང་རུ་སྤྱི་ལེ་བཅོ་ལྔ་ལང་གི་འོག་ཏུ་རྐུབ་བཀྱག་གཉིས་མ་དེ་ཡོག་མ་རེད། སྤྱི་ལེ་བཅོ་ལྔ་ལང་གི་གཉིས་པ་དེ་ལ་ཡང་ག་རེ་ཟེར་ན་བྱང་ཨ་རིག་གི་ག་རེ་ཟེར་ང་ཚོ་ལས་ཁུངས Office of Tibet ལ་ཡང་ནི་ལས་བྱེད་གཅིག་དམིགས་བསལ་གྱི་ཟེར། ལས་འགན་གཙོ་བོ་དེ་ག་རེ་རེད་ཟེར་ན་ཞོན་ཞོན་དང་ནི་གར་སོང་རེད།

འདི་ཡི་ག་ས་སྐྱབས་མགོན་རིན་པོ་ཆེ་གི་ཐུགས་ཀྱི་དོན་མཛད་བཞེས་བྱས་པ་རེད། ཐུགས་ཀྱི་དོན་མཛད་བཞེས་དེ་ལོ་ད་རེ་བཞིན་ང་ཚོ་དོན་མཛད་རེས་སུ་གཉིས་སུ་དེ་འདྲས་བྱས་ང་ཚོ་གི་རྟག་པ་རེ་བཞིན་མི་མང་དུ་སུ་དང་ཡིན་ན་རེ་ཚོགས་པ་དུ་སུ་དམ་པ་ཚད་ཚང་མས་གི་འདུག་སུ་ལག་ལེན་བསྟར་ཐུབ་པ་ཡིན་ན་འདི་ཕན་ཐོགས་ཆེན་པོ་ཞིག་ཡིན་པ་རེད་བསམ་གི་འདུག་འདི་གཅིག་རེད། འདི་བཞི་བ་དེ་ང་ཚོ་བྱས་ན་སྤུ་གུ་གཞོན་གཞོན་ན་གཞོན་རྣམ་པ་ཚོ་ད་ཅིག་ཅིག་གཉིས་མ་སྐྱབས་མགོན་རིན་པོ་ཆེ་གི་མཛད་རྗེས་དེ་ཚོ་ག་རེ་ཡོད་པ་དེ་ཚེ་ས་གནས་སོ་སོ་སོ་སོ་ལ་ཡང་འགྲེམས་སྟོན་ཁང་ནས་ས་གནས་ཚོགས་གནང་གནང་གནང་རེད་སློབ་སྟོན་བྱས་ནས་ས་ངས་དན་འདྲི་ཞུ་གནང་རེད་དེའི་སྐབས་ལ་ཡང་འདི་སྐྱབས་ངོར་མོ་བྱེད་ཀྱི་མཛད་རྗེས་དང་བཀའ་དྲིན་འདི་འདི་སྐོར་དུ་ལ་ཡང་གང་ཐུག་ཐུག་ཁྱབ་པས་འདི་ཅིག་ཞུ་བས་ཡིན། ད་ལྟ་དམིགས་བསལ་གྱི་ག་རེ་ཞུ་བས་ཞུ་ག་རེ་ཞུ་བས་དུས་འདུག་ཟེར་ན། ད་ང་ཚོའི་གི་བོད་ནས་སྐྱེས་བྱས་རྒྱ་གར་ཨ་རིག་གི་པཱ་སི་པོར་བཟོ་བའི་སྐབས་ལ་ཡང་པཱ་སི་པོར་ནང་ལ་ཡང་རྒྱ་མིས་བྲིས་འདུག་ཨ་ལ། མང་པོ་ཞིག་བྲིས་ཡོད་རེད། འདི་རྒྱ་མི་སེར་བྲིས་ཡས་འདི་སུ་སུ་གི་བོད་ནང་ལ་སྐྱེ་བའི་ལུང་པས་ཀྱི་འདི་བྲིས་ན་འགྲིག་གོ་རེད། འདི་གསར་བ་ཞིག་རེད་མ་རེད་གཅིག་སྟོང་དགུ་བརྒྱ་དུས་ཅུ་དོན་དགུ་ནང་ལ་ཨ་རི་ཕྱི་སྲིད་བློན་ཆེན་ནས་སྡུགས་བྱས་ནས་ཡི་གེ་པགས་སུ་བྱས་ཡོད་རེད་འདི་ཡི་གེ་འདི་ངས་ཀྱི་ད་ལྟ་སྡུགས་བྱས་ནས་ཚང་མ་ལ་ལས་སྡུགས་བྱས་ཡོད་ཡི་གེ་འདི་བསྡད་ཡོད་ང་ལ། དེས་དེ་ཡི་གེ་དེ་ནང་ལ་ག་རེ་བྱེད་པ་རེད་ཟེར། ཕྱི་ལོགས་ནས་ཡོང་པའི་ཨ་རིའི་གི་མི་སེར། རྒྱལ་ཁབ་ཀྱི་བྲིས་མ་ཆོག་བས་ན་ལུང་པ། སྐད་གསར་གྱི་ལུང་པ་དེ་བྲིས་ཆོག་གི་ཡོད་བསམ་ནས། དེའི་ཡི་གེ་གཅིག་ད་ལྟ་པ་སོར་ལས་ཁུངས་ནང་ལ་བཏང་ཡག་འདུག། འོ་དེ་གཅིག་སྟོང་དགུ་བརྒྱ་དོན་བཅུ་དོན་དགུ་ནང་ལ་ཡ་ནི་འདུག་ཟེར་ནས་ཐག་གཅོད་པ་ཅིག་རེད་དཔེ་བྱས་ན་ང་རང་གི་ཨ་རིའི་གི་པ་སྤོར་ནང་ལ་ཡ་སྐྱིད་སྟོང་བྲིས་ཡོད་རྒྱ་མིས་བྲིས་མེད། འདི་ད་འདྲའི་གི་སྐབས་འདིར་ལ་ཡ་མི་མང་ཚང་མ་དུ་ཟུར་ཁ་ཤས་འགོ་ཚུགས་གི་ཡོག་མ་རེད་ཁག་ཡོག་མ་རེད་སྙིང་རྗེ་དེ་ཚོ་ལ་སློབ་སྟོན་བྱས་ནས་ལྟས་དུས་ཚོད་དགོས་གི་རེད་དེ་ཚོ་ལ་ཡ་འདི་བྱས་ཐུབ་པའི་ན་ད་འདྲའི་ཨ་རིག་གི་མི་བོག་ནང་ལས་ང་ཚོ་རྒྱ་མིའི་མི་སེར་སི་ཚུད་དེ་ཡོག་རེད་རྒྱ་མིའི་མི་སེར་སི་ཚུད་དེ་ཡོད་དུ་ཚང་པ་ཨ་རིག་གི་སི་ཇུས་ག་རེ་ཡོད་ན་འདི་མི་སེར་ལ་དཀའ་བའི་གི་སི་ཇུས་གཏིང་གི་རེད་མ་ཏོ་བས་ཨ་ཙི་བོད་པ་སྙིང་རྗེ་ལམ་སི་ཁོ་ཚོ་ལ་འོས་ཤོག་རག་ཡག་གི་དོན་དག་ལ་ཡ་སི་ཇུས་གཏིང་གི་རུ་བ་དཔེ་ཆགས་བཞག་པའི་ན་ང་ཚོའི་གི་དེ་མེ་དྷི་སན་གི་གྲོང་སྡེ་ནང་ལ་ང་ཚོ་བོད་པ་ཡིན་ལབ་འདུག་བསམ་པ། བོད་པའི་གི་མི་སེར་གི་གྲོང་རྡལ་གི Population ནི་འདི་ནང་ལ་ཚུད་མི་འདུག། ཚུད་མི་འདུག་བསམ་པ་ང་ཉི་མ་ཅིག Asian གི Gathering ཅིག་ནང་ལ་ཕྱིན་པ་ཡིན་ཕྱིན་དུས་བསམ་པ་གྲོང་རྡལ་གི་དེ་ཁོ་རང་གི་དཔོན་པོ་དེ་ང་ཚོ་གྲོགས་པོ་ཡིན། ད་གྲོགས་པོ་ཡིན་འདུག་བསམ་པ་དེ་ལ Vietnamese འདུག Chinese འདུག་ཚང་མ་འདུག་ད Asian བོད་པ་ང་ཅིག་ཕྱིན་པའི་མོ་མོ་ར་ཇི་སོན་ཁེད་ཕྱིན་པའི་དཔོན་དེའི་ག་ལ་ཡ། བོད་པའི་གི་མི་སེམས་མི་འདུག་བ་ཟབ། འདིར་ལིས། མེ་འཁོར་གི་ལིས་ཀྱི་བསྟན་བཅོས་ག་ལ། འདི་ནང་གི་བོད་པ་མི་འདུག་ཨ་ནི་ང་དང་ཀྱི་མེད་འདི་བོད་པ་མི་འདུག་ག་འདྲས་རེད་ཟེར་ལེ། ང་ཚོ་བོད་པ་དེ་ཡོད་རེད་ཟེར་ལེ། ཨ་ནི་བོད་པ་ག་ཚོད་ཡོད་རེད་ཟེར། ངས་སང་ཉིན་མིང་བསྐུར་ཡོང་ངོ་ལེ། ང་ཚོ་བོད་པ་དུས་དུས་ག་ནས་དྲུག་བརྒྱ་ལྔ་བཅུ་ལྷག་ཟེར་གྱི་ཡོད་རེད་མེད་རེད་ཟེར། ལྷིང་ངེར་གྱི་བར་གྲོང་རྡལ་གྱི་ལས་གོང་ལ་བར་བཏང་ནས་ད་ལྟ་བོད་པའི་གི་མི་འབོར་འདི་དུག་སེལ་ཁུལ་ནང་ལ་ཚུད་དེ་རེད་ཚུད་པའི་རྐྱེན་གི་ཁོ་ཚོའི་གི་སྲིད་ཇུས་ག་རེ་བཟང་པོ་ཡིན་ནའི་བོད་པའི་མང་པོ་ད་ཡོད་མ་རེད་དེ་མི་འབོར་ཡོད་པའི་རྐྱེན་གི་ང་ཚོ་ལ་ཡ་དྲུག་དུག་ཏེས་བྱེད་ཁོ་རེད་བོད་པའི་སྐད་ཡིག་འདི་གྲངས་ཉུང་མི་གྲངས་ཉུང་མི་གི་སྐད་ཡིག་ནང་ཚུད་དགོས་རྒྱུ་མཚན་གཅིག་འདི་ཆགས་དེ་རེད་དེ་ཡིན་ཙང་འདི་གལ་ཆེན་པོ་རེད་ད་ལྟའི་གནས་སྐབས་ལ་ཡ་དུག་སེལ་ཡིན་ཤོད་ཡིན་ད་མ་འོངས་པ་ལ་ཡ་ང་ད་དེ་ལོག་ལེན་གནང་བྱས་ལོ་བཅུ་ནང་ལ་ཡང་འཆར་གཞི་ག་རེ་བྱོས་ཡོད་ཟེར་ལབ་པ་ཡིན་ན། རྒྱ་གར་གྱི་ནང་ལ་ཡང་ད་གིས་ངེད་ཀྱིས་ང་ལ Magic Wand ཡོད་པ་ཡིན་ན་ཨ་ནི་སྤུ་གུ་གཞོན་ཤོས་ཚང་མ་ལ་ལས་ཀ་བྱེད་ཡ་ཅིག་འདུག་བ་ལ་ཨོ་དེ་དེ་གི་འཆར་གཞི་ང་ག་རེ་གཏན་གི་ཡོད་ཟེར་ལབ་པ་ཡིན་ན། རྒྱ་གར་གྱི་ས་གནས་ཆེ་བ་དང་པོ Delhi འདྲ་བོ་དང Bangalore དེ་ཚོ་ལ་ཡང་སྨན་ཁང་ཆེན་པོ་ཞིག་རྒྱག་ཐུབ་ན། བོད་གཞུང་དང་སྒེར་པ་གཉིས་དཔའ་རོགས་ལ། སྨན་ཁང་འདི་ནང་ལ་ང་ཚོས་ཀྱི་ཕྱི་རྒྱལ་གྱི་སྨན་ཕྱི་རྒྱལ་གྱི་སྨན་དང། གསོ་བ་རིག་པའི་སྨན་གཉིས་ཀ་གི་རྟེན་ཡོད་པ་ཆེ། འདི་བྱུང་བ་ཡིན་ན་སྨན་ཁང་ཆེན་པོ་ཅིག་རྒྱག་ཐུབ་པ་ཡིན་ན་ད་ལྟ། འདས་ཀྱི་མཐུན་རྐྱེན་འདི་གིས་ག་ཚོད་ན་མཐུན་རྐྱེན་དེ་ལ་དཀའ་ངལ་ཆེ་འཕྲིང་མ་རེད་བསམ་གྱི་འདུག། དེ་བསྐྱར་ཐོན་ན་མ་འོངས་པ་ལ་ཡང་ང་ཚོའི་སྤྱི་ཚོགས་ལ་ཡང་ག་ཚོད་ཕན་ཐོགས་དགོས་རེད། ལས་ཀ་བྱེད་མཁན་པུ་ར་བོད་པ་དེ་བཟང nurse ནི་བོད་ཐག་ཆོད་ཨམ་ཆི་ནི་བོད་ཐག་ཆོད། ཨ་ནི་སྤྱི་ཚོགས་ནང་ལ་བོད་པ་གན་པ་དེ་ཚོ་སྨན་ཁང་ནང་ལ་ཡོང་དུས་སམ་སྐད་དབྱིན་མ་ཤེས་པ་དེ་ཚོ་ཕན་ཐོགས་ཤིག་བྱུང་གི་རེད་བསམ་གི་འདུག་གཉིས་ལྡན་ནས་བོད་ཕྲུག་རྣམས་པ་དེ་ཚོ་ཚང་མ་ལ་ལས་ཀ་ཞིག་བཙལ་དགོས་ད།

དེ་བསམ་མི་རིགས་ལྟོས་ཅི་དགོས་མར་དེ་ནས་བོད་པའི་སྒྲིག་འཛུགས་ཀྱི་ལོ་ཟླ་རེ་ཞིག་ཕྱི་རྒྱལ་ཁག་ལ་རེས་མ་གོ་དངུལ་བཅས་བཟོ་ཐུབ་རེད་བསམ་གྱི་འདུག་འདི་ཅི་དྲན་གྱི་ཡོད་ལགས། ད་བྱང་ཨ་རི་ནང་ལ་ཡ་ཁོ་ན་བྱང་ཨ་རི་ནང་ལ་ག་རེ་བྱེད་ཤེས་བྱུང་ཟེར་ན། ད་ལྟ་དེ་ང་ཚོའི་གི་བྱང་ཨ་རི་ནང་ལ་ཡ Tibet Village འདྲ་བོ་དང Tibet Town འདྲ་བོ་དང་དེ་འདྲས་ཀྱི་ས་ཆ་ཆེན་པོ་ཅིག་དེ་འདྲས་ཀྱི་ང་ཚོ་ཉོས་ཐུབ་པ་ཡིན་ན། འདིས་གི་ཉོས་ཐུབ་པའི་གི་ཐུགས་ཀྱི་མ་རེད་ཟེར་གྱི་མེད་ག་རེ་ཟེར་ན་ངེད་ཅག་རང་འཇོར་ཇཱ Georgia State། ལ་ཡ། ད་ལྟ་མི་རིགས་ནག་པོ་དཀྱིལ་མལ་གསུམ་གྱི་ས་ཆ་ཆེན་པོ་ཞིག་བྱེད་ཉོན་ཁོ་རང་ཚོའི་མི་རིགས་ནག་པོའི་ཆེད་དུ་འདི Community ཞིག་ག་གོ་བ་ཕ་གས། Georgia ཁོ་རང་ལ་ཡ། དེ་ཡིན་དུས་ཚོད་པ་ང་ཚོ་བོད་པས་གི་བྱེད་མ་ཐུབ་ཨེ་ཅི་གས་ཡོང་མ་རེད་བསམ་གི་འདུག་འདི་བྱེད་ཐུབ་པ་ཡིན་ན། ང་ཚོ་གི་ཕོད། ཆོས་བོད་བོད་པས་གི་ཆོས་དང་རིག་གཞུང་དང་ཨ་ནི་དེ་གང་ལ་ཡ་ཨ་ནི་བོད་ཡིག་སྐད་ཡིག་དེ་ཨ་ནི་ཉམས་པ་སླར་གསོས་བྱེད་པ་དེ་ནང་ལ་ཡ་ང་ཚོ་གས་མགོ་དེ་ས་ཕུ་བོ་སློབ་གྲྭར་འགྲོ་ས་ཨ་ནི་མི་ཚང་མ་འདུག་སེ་ཙང་འདི་གི་ཕན་ཐོག་ཆེན་པོ་བྱུང་འདུག་འདི་ད་འདི་ང་རང་གི་གཉིད་ལམ་གི་འཆར་གཞི་རུ་ཇི་ཡིན་པ་བྱས་ཀྱི་མ་འགྲིག་པ་དེ་བྱས་མ་ཐུབ་པ་ཡང་ཡོད་མ་རེད་བསམ་གྱི་འདུག་བྱས་ཐུབ་པའི་ཞིག་རེད་བསམ་གྱི་འདུག་འདི་ཞུ་ཡས་ཡིན་ལ། ལྷ་སའི་ཐུགས་ཆེན་ནང་སློབ་ཚོགས་ལ། ཨ་ནི་ང་ཚོ་དྲི་བ་མི་མང་དྲི་བ་ཚོགས་སོང། ང་ཚོ་ད་རེས་དྲི་བ་ཡོད་རྒྱོ་དེ་ཚོ་མི་མང་གི་བསམ་ཚུལ་ང་ཚོ་གནས་ནས་ཟོས་བཞག་རྒྱོ་ཡིན། ཨ་ནི་ད་རེས་ང་ཚོ་རང་ངོ་ནས་སོ་སོ་བསྟན་རྒྱ་ཅི་ནང་ཞིག་བྱེད་ནས་སྙིང་ཉེ་བོ་སྐྱེ་བཤད་ཡག་གི་གོ་སྐབས་ཅིག་སྤྲད་བ་དེ་ལ་ཐུགས་ཆེ་ན། ཨ་ནི་ང་ཚོ་ད་ལྟ་བཀྲིན་ཚང་མ་གི་ཚབ་ཞུས་ནས་ཨ་ནི་བློ་བཟང་ལགས་ད་རུ་ང་ཚོ་བྱང་ཨ་རིག་གི་སྤྱི་འཐུས་ཁོས་འོ་ཤོག་ལེན་ང་ཚོ་གི་སྨོན་ལམ་འདར་བཀྲ་ཤིས་བདེ་ལེགས་ཡོད།

ང་རང་ཁྲི་འདུས་ལངས་པ་ཙམ་གྱི་གོ་སྐབས་རག་མ་དེ་བསོད་ནམས་ཆེན་པོ་ཡིན་ཞུ་ཡས་ཡིན། ཨ་ནི་དེ་ནས་ཚང་མ་ལོ་ལ་ཡ་མཐར་དོན་ཨ་ནི་ཀྱང ྋགོང་ས ྋསྐྱབས་མགོན་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པ་དང་ཨ་ནི་བོད་པའི་གཞིས་བྱེས་གཉིས་འདུག་ཟེར་ནས་མཇལ་བའི་སྨོན་ལམ་ཞུ་ཡས་ཡིན་ཐུགས་རྗེ་ཆེ། ཐུགས་ཆེ་གནང་བློ་བཟང་ལགས།